གཡོག་མཐུན་འགྱུར་ཞུ་དགོས་ཞུས་ཡོད། གོ་སྒྲིག་ཞུ་ཡག་གི་མཐུན་འགྱུར་ཞུ་དགོས་ཏེ་ཆ་ཚང་ང་ཚོའི་དུས་ཚོད་ལ། འདི་ན་ནིང་བྱང་ཨ་མི་རི་ཀའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་སྐབས་ཐག་བཅད་ཞུ་ཡག་གི་གནས་ཚུལ་གཅིག་རེད། དེ་ལ་འདི་མུ་མཐུད་ནས་བར་ཆད་མེད་པ་བྱེད་ཆེད་འབོད་སྐུལ་ཞུ་དགོས་འབོད་སྐུལ་ཞུས་མཐུན་རྐྱེན་ཞུ་དགོས་མཐུན་རྐྱེན་ཞུས། ཆ་ཚང་བྱས་ནས་འགྲོ་བསྡད་ཡོད་ད་ནང་བཞིན་གྱི། དཔལ་ལྡན་ཚོགས་གཙོ་མཆོག་ཕེབས་སྐབས་ཕེ་ཡ་དེ་སྤྱི་ཟླ་བཅུ་བཅུ་གཉིས་ཀྱི་ཚེས་བཅུ་གཅིག་ནས་ཕྱི་ནི་བཅོ་ལྔ་བར་དུ་ཕེབས་སྐབས་བྷ་ཤིང་ཏོན་ཕེབས་ཀྱི་རེད། དེའི་སྐབས་དེ་མི་སྣ་མཇལ་འཕྲད་ཞུ་དགོས་འདུག་ཚང་མ་ཡི་གེ་བཏང་དགོས་ཏེ་ཚང་མ་ངའི་ཚད་ཡིག་བརྒྱབ་སྟེ་བཏང་བཞག་ཡོད། རེད་བ། དེ་ཚང་མ་ལོ་ང་ཚོས་གེ་ཡ་ང་ལས་ཀ་ནས་པིས་སུ་སི་ལབ་ཅེས་ངས་འཁོན་འཛིན་བྱས་ཅེས་ག་སུ་རེད། མཚམས་འཇོག་འཇོག་བཅུག་བཅུག་སི་ལབ་འདིས་ང་འཁོན་འཛིན་བྱས་ཅེས་ལས་ཀ་མ་བྱས་ཅེས་བསྡད་བསྡད་བ་དེ་ལས་རྩ་བ་ཉིད་ནས་མེད། དེ་ཚོ་གནས་ཚུལ་བྱུང་ཚར་བའི་རྗེས་དེ་ལས་ཀ་མུ་མཐུད་ནས་བྱས་འགྲོ་བསྡད་ཡིན་མ་གཏོགས་གཅིག་གིས་འཐུས་ཤོར་བཏང་བཞག་པ་དེ་འདྲའི་གང་ཡང་བྱས་མེད། ད་གང་ལྟར་ངས་ལོ་ཉི་ཤུའི་རིང་ག་ལ་ཡང་གང་ལྟར་ཁྲིམས་བཟོ་ཁྲིམས་བཟོ་ལས་ཁུངས་ནང་ལ་ཡང་ལས་ཀ་བྱས་པ་ལོ་གཅིག་དང་ཟླ་བ་གསུམ་རིང་ག་ལ་ངས་སྲི་ཞུ་སྒྲུབ་པའི་རིང་ག་ལ་ཡང་སྒྲིག་འཛུགས་འགྲོ་སྟངས་གོ་རིམ་མ་ཤིན་པ་དེ་ལས་རྩ་བ་ཉིད་ནས་མེད་ལ། ཨ་ནེ་གོང་རིམ་ལ་བརྩི་བཀུར་མ་ཞུས་པ་དེ་འདྲའི་གཏན་ནས་མེད། མི་ཚེ་ཧྲིལ་པོ་བོད་རྩ་དོན་གྱི་ཆེད་དུ་ལས་ཀ་བྱེད་ཡ་ལས་ཡ་དམ་བཅའ་ཡོད་ངེས་ཀྱི་མི་གཅིག་ཡིན་པའི་ཆ་ནས། ངའི་འགན་ལས་འགན་ད་ལྟ་བར་དུ་གང་བསྐུར་བ་དེ་གས་དེ་མ་བསྒྲུབས་པ་ཡང་མེད་ན་བསྒྲུབ་མ་ཐུབ་པ་དེ་འདྲའི་གཏན་ནས་བྱུང་མེད། ངེས་ཀྱི་གང་ལྟར་སྤྱི་པའི་ལས་དོན་བྱེད་པའི་སྐབས་ལྷག་བསམ་རྣམ་དག་གི་སྤྱི་དོན་སྒྲུབ་མཁན་ཅིག་ཡིན་པའི་ཆ་ནས་ཨ་ནེ་བཀའ་ཤག་གིས། སྤྱི་དོན་གྱི་ཐོག་ལ། ང་ལ་ཡང་ཡིད་ཆེས་བློས་འགེལ་བྱེད་མ་ཐུབ་ཡག་གི་རྒྱུ་མཚན་དེ་འདྲ་གང་ཡང་མེད། དེ་བ་དེ་གསལ་བོ་བྱེད་ནས་ཞུ་གི་ཡོད། ཨ་ནི་དགེ། ངས་ད་ད་རིང་ཆུ་ཚོད་གཅིག་ལྷག་ཞིག་ངའི་འདུག་ཕྱི་ནས་གསལ་བཤད་ཞུས་པ་རེད། གསལ་བཤད་ཞུས་པའི་དེའི་རྗེས་ལ་ཡང། ཨ་ནི་བཀའ་ཤག་གི་དོན་ཚན་བཅུ་ཟེར་བའི་གི་ནང་དོན་དེ་གའི་དེ་དོན་ཚན་གསུམ་དུ་བསྡུས་ནས་གསུངས་པ་དེ་གའི་དེ་ལ་ཡང་དངོས་དོན་གྱི་གནས་ཚུལ་ག་རེ་ཡིན་པ། འདི། ནོར་ནོར་འཛུལ་ཕྱིན་ཡོག་རེད་ཡོག་མ་རེད་དེ་གས་ཆ་ཚང་གཅིག་ངས་གསལ་པོ་བྱས་ནས་ཞུས་བཞག་ཡོད། ད་ཁྱེད་རང་ཚོ་ག་རེ་དཔྱད་པ་གནང་དགོས་གོ་རེ་ཟེར་ན། ཨ་ནི་བཀའ་ཤག་ནས་འདི་བདེན་པ། ཡང་མེད་ན་བཀའ་ཤག་ནས་བདེན་པ་མིན་པ། རེད་བ། འདི་བྱས་ཡང་ན། ཨ་ནི། ག་འདི་བཀའ་ཤག་ནས་བཀའ་ཤག་ནས་ད་ལྟ་བར་དུ་གསུངས་བཞག་ཡོད་འདི་གས་ཚང་མ། བདེན་པ་མིན་པ། ཡང་མེད་ན་གནས་ཚུལ་ཆ་མ་ཚང་བ། ཆ་ཚང་མ་སྲུང་བ་བྱས་ནས། ཆ་མ་ཚང་བ། ཡང་མེད་ན། འགྲེལ་བཤད་ལོག་པ་བརྒྱབ་བྱས། གནད་དོན་ཆུང་ཙག་འདུག་ཆེན་པོ་བཟོས་བྱས། ཨ་ནི་འདུག་བྱས་ནི་བཟོས་བྱས་པ་ཅིག་རེད་འདུག་བས། དེ་འདྲའི་བྱས་པའི་རྒྱུ་མཚན་ལ་བརྟེན་ནས་ངའི་མིའི་གཤིས་ཀ་དང་ངའི་མིའི་གཤིས་ཀ་ལ་ཡ་དམའ་འབེབས་བྱས་ཡ་དང། ད་བར་དུ་ངའི་མི་ཚེ་ཧྲིལ་པོ་དཀའ་ལས་བརྒྱབ་བྱས་པ་འདི་ག་དེ་ནག་བསུབ་བཏང་ཡ་གི། ཐབས་ཤེས་བྱེད་པ། འདིའི་བརྒྱུད་ནས་ང་ལ་མ་ཉེས་ཁ་ཡོག་བྱེད་པ་དང་ཉེས་མེད་ཉེས་འཛུགས་བྱེད་པ། རོ་ཨ་ནི་མང་ཚོགས། མགོ་རྨོངས་སུ་བཅུག་ནས། མགོ་འཐོམ་བཅུག་བཅས་དོགས་པ་མང་པོ་ཞིག་བསླངས་བྱས། འདུག་བྱས་པ་དང་སྟབས་ཁྱང་ཚོས་དེ། ང་ཚོའི་ད་རིང་འདི་ཆོལ་ཁའི་གནས་ཚུལ་གས་མ་རེད། ཆོས་ལུགས་གནས་ཚུལ་གས་མ་རེད་ཆབ་སྲིད་ལངས་ཕྱོགས་གས་གནས་ཚུལ་གང་ཡང་མ་རེད། རོ་ཨ། ག་ཤེད་ཀྱི། སྤེན་པ་ཚེ་རིང་མི་སྒེར་གཅིག་གི་གནས་ཚུལ་རེད་ཟེར་དགོས་རེད། ང། ད་ལྟ་རིང་ག་ལ་ང་མི་སྒེར་གཅིག་རེད། ང་སྤྱི་པའི་ལས་དོན་བྱས་པའི་སྐབས་ལ་སྤྱི་པའི་སྒྲིག་འཛུགས་ཀྱི་མི་གཅིག་རེད། ཡག་ནས་འདུག་ནས། ལ་འདི་སྒྲིག་འཛུགས་ཀྱི་ལས་དོན་བྱེད་ཕྱོགས་དང་འབྲེལ་བ་ཆགས་པའི་གནས་ཚུལ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཁྱེད་རང་ཚོས་ཀྱི་ད། གཡས་ཕྱོགས་གཡོན་ཕྱོགས་དེ་ནས་གང་ཡང་མ་བརྗེད་པའི་བྱེད་ཀྱི་དཀྱིལ་ལ་བསྡད་ནས་ཡིག་ཆ་དེ་སྐད་དེ་ཆ་ཚང་བཀྲམས་ཡོད་ད་ལྟ་ཁྱེད་རང་ཚོ་ཕྱག་ལ། གསར་འགོད་པ་ཚོ་ནི་ཕྱག་ལ་ཕུལ་བཞག་ཡོད་རེད། Pen Drive ནང་ལས་ཕུལ་ཡོད་ཡིག་རྡོག་ལས་ཕུལ་ཡོད་ཡང་ནང་བཞིན་ཕྱིན་ནི། ངེད་ཀྱི Facebook Page དེ་ཁ་ཚང་གསར་པ་ཞིག་ཕྱེ་བ་ཡིན་ད་ངས་ད་ལྟ་ང་འདིའི་འཛམ་བུ་གླིང་ནང་གསར་པ་རེད། WeChat དང་དེ་ཚོ་ནི་ང་ལ་ཡོད་མ་རེད། WhatsApp ཅིག་ཡོད་དེ་ང་ཚོ་ལས་ཁུངས་ཀྱི་དྲ་བ་དག་ཚོ་བེད་སྤྱོད་བཏང་ཡོད་དང་དེ་ཚོ་མ་གཏོགས་ཅི་ངོ་ཤེས་མ་ག་ཚོད་ཤེས་མ་ག་ཤེས་ཤེས་མ་དེ་ཡོད་མ་རེད། Facebook ནི་ང་ལ་ཡོད་མ་རེད་ངོ་དེབ་ནི་ང་ལ་ཡོད་མ་རེད། ཁ་སང་གསར་པ་ཅིག་ཆད་པ་ཡིན་ད་མི་མང་ལ་འབྲེལ་བ་བྱེད་ཡག་གི་བརྒྱུད་ལམ་ཅིག་དགོས་ཀྱི་འདུག་བསམ་ནས། དེའི་ཡང་སུས་ཀྱི་སྐྱོན་འདྲ་ག་རེ་བཙུགས་བཞག་ཡིན་ན་དེ་སྒོ་བརྒྱབ་ཚར་བཞག། ཚོགས་ཟུར་སྤེན་པ་ཚེ་རིང་ཟེར་ཡ་ཅིག་ཆད་པ་ཡིན་དེ་སྒོ་བརྒྱབ་ཚར་བཞག། མདང་དགོང་རང་གསར་པ་ཅིག་ཆེད་ཅེས་སྤེན་པ་ཚེ་རིང་ཚོགས་ཟུར་ཟེར་ཡ་ཅིག་ཆེད་ཅེས་ད་ནི་འདི་བརྒྱུད་ནས་མང་ཚོགས་ལ་ཡ་ཐད་ཀར་བལྟ་ཡ་ཡོད་པའི་གི་གནས་སྟངས་འདྲ་བོ་ཞིག་འདུག་བཟོས་པ་རེད། དེ་ཡིན་ཚང་མ་རྣམ་པ་ཚོས་ལའང། དེའི་བཀའ་ཚག་ད་གང་ལྟར། ད་གང་ལྟར་འདི་ལ་ཡ་གང་ལྟར facebook ལ་སྐྱོན་བཙུགས་བྱས་ར་བ། སྐྱོན་བཙུགས་བྱས་ད་དེའི་བཀའ་བྱས་ད་ད་ངས་གང་ལྟར་ང་སྤྱི་ཚོགས་ནང་ལ་མ་དོན་མེད་པ་བཟོ་གོ་ར་ད། ཐབས་ལམ་ཚང་མ་བཀག་ནས་རེད་བ། དེ་བྱས་བྱས་འོ་སྡུག་ཕྱིན་འགྲོ་བསྡད་ཀྱི་ཡོད་དུས་བསམ་པ་ལ་ག་འདིར་ད་བརྒྱུད་ལམ་གཞན་པ་ནས་གཟིགས་བསྡད་མཁན་དེ་འདྲ་ཡོད་པ་ཡིན་ན་རྣམ་པ་དེ་བློ་གཟུ་གནས་བཅས་སྐྱིད་རང་ལ་བསྡད་ནས་རེད་བ། ད་བདེན་པ་རེད་འདུག་རེད་མི་འདུག་བྱས་ནས་དེ། རྩད་བཅད་གནང་རོགས་གྱིས་བྱས་ནས་ད་ངས་འབོད་སྐུལ་ཞུ་ཡ་དེ་དེ་ནས་འདྲ་བོ་བྱས་ཨེ་དེ་ནས་རྣམ་པ་ཚོ་དྲི་བ་ག་ཚོད་ཡོད་པ་ཡིན་ནས་མ་ཚར་བར་དུ་ང་བསྡད་ཀྱི་ཡིན་བྱས་ནས་དེ་ངས་ཁས་ལེན་ཡིན།

སྤྱི་ཟླ་བདུན་པའི་ཚེས་གསུམ་ཉིན་མོ་དེ་ལ་དཔལ་འབྱོར་ལས་ཁུངས་ཀྱིས། ལྷོ་ཨ་མེ་རི་ཀ་དོན་གཅོད། ལྷོ་ཨ་ཧྥེ་རི་ཀ་དོན་གཅོད། Australia དོན་གཅོད། ཐེ་ཝན་དོན་གཅོད། པེ་རིས་དོན་གཅོད་ཡན་ལག། Belgium དོན་གཅོད། ཨིང་ལན་དོན་གཅོད། དུས་རེ་བརྒྱད་ཅི་ལ་ཡ་དངུལ་འབོར་དེ་གསདེ་གསདེ་གསདེ་གསདེ་གཏང་དགོས་རེད་བཞིན་གསུངས་ཡོད་རེད། དེ་ཡིན་བསམ་པ་ད་ངས་ངས་ཞུ་ཡ་དེ་དོན་གཅོད་ལས་ཁུངས་ཚང་མ་ལ་ངས་ཡི་གེ་རེ་བཏང་བ་ཡིན། དཔལ་ལྡན་སྲིད་སྐྱོང་མཆོག་གིས་གསལ་བཤད་གནང་བའི་སྐབས་ལ་ཀ་མི་ཤོན་དེ་གསུངས་ཡོད་མ་རེད། ཁྲལ་ཕོག་པ་ཡིན་ན། ཁྲལ་བརྒྱ་ཆ་བཅུ་ཕོག་པའི་དབང་དུ་བཏང་པ་ཡིན་ན། དངུལ་ས་ཡ་གཅིག་དང་ཕྱེད་ཀ་སི་ཏུ་བཏང་ཡོད་རེད། ཁྲལ་བརྒྱ་ཆ་བཅུ་ཕོག་པའི་དབང་དུ་བཏང་པ་ཡིན་ན། ཨ་རིའི་འགྲོ་ལ་འབུམ་གཅིག་དང་ཕྱེད་ཀ་ཆག་བ་རེད། ཨ་རིའི་འགྲོ་ལ་འབུམ་གཅིག་དང་ཕྱེད་ཀ་དེ་རྒྱ་གར་སྒོར་མོ་ལ་བསྒྱུར་བ་ཡིན་ན་ཀོ་རོར་གཅིག་ཆག་དགོས་པ་རེད། འབུམ། འབུམ་བརྒྱ་སི་ཧོར་བ། ས་ཡ་བརྒྱ་ས་ཡ་བཅུ་འབུམ་བརྒྱ་ཆགས་ཡོད་འདི་ལས་རྗེས་གསུམ་འཇུག་གླ་ཆ་རེད། འདི་གསུམ་པོ་དེ་བཞིན་ཀ་མི་ཤོན་དེ་དངུལ་ག་ཚོད་ང་ཚོ་ཕག་ཏུ་བཏང་པ་ཡིན་ནས་ཀ་མི་ཤོན་གྱི་ལས་འགོར་དེ་ཁོ་གཡོལ་ཐབས་མེད་བ་རེད་ཁོ་ཁྱད་མེད་ཀྱི Non Profit Charitable Organization ཡིན་པ་ཡིན་ནས་ག་འདིར་ཀ་མི་ཤོན་དེ་སྤྲད་དགོས་བར་དེ་མ་སྤྲད་རང་སྤྲད་རེད་ད་ཁྲལ་ཕོག་མ་ཕ་གི་རྗེས་ཤེས་དགོས་རེད་བ་ད་ནང་ང་ཚོ་དོན་གཅོད་ལས་ཁུངས་གསུམ་ནས་ལན་འབྱོར་བྱས་བ་དེ་གི་ཁྲལ་ཕོག་མ་སོང་ཞིན་གསུང་གི་འདུག་རེད་བ། ད་དོན་གཅོད་གཅིག་ལྷོ་ཨ་མི་རི་ཀ་ཡིན་ན་ཁྲལ་ཆུང་ཆུང་ཅིག་འཕོག་གི་ཡོད་རེད་དེ་ང་ཚོ་བརྙན་བཏང་ནས་མཇལ་བཏང་ནས་ང་ཚོ་ག་དུས་ནས་ལྷོ་ཨ་མི་རི་ཀ་བཏང་དེ་གོ་གོ་བར་དུས་མཚམས་པ་དེ་ཁོ་ག་ཡིན་ནས་གཅིག་པ་རེད་དོན་གཅོད་ལས་ཁུངས་ཞིག་གིས་ད་ལྟ་བར་དུ་ལན་འབྱོར་ཡོད་མ་རེད་ལན་འབྱོར་མེད་དུས་མཚམས་པ་ལ་ངས་ཁྲལ་འཕོག་གི་མེད་པ་ལ་ངོས་འཛིན་བྱེད་ཀྱི་ཡོད་ག་ཟེར་ན་ཁྲལ་འཕོག་གི་ཡོད་པ་ཡིན་ན་འཕོག་གི་འདུག་ཟེར་ནས་ལམ་སང་ལན་སླེབས་ཀྱི་རེད་བསམ་གྱི་འདུག། ཁ་ཆེན་སྲིད་སྐྱོང་མཆོག་གི་ཁ་ཆེན་ཀ་ན་རཱ་གསུང་བསྐྱོད་འདི་ལྟ་བུ་མི་མང་ཆེ་བ་ལྟ་ཡོད། དེ་ཡུན་ཚན་པ་ལ་ད་ལྟ་བར་དུ་ལན་མ་འབྱོར་དུས་བསམ་པ་ལ་འཕྲལ་ཕོག་མེད་བ་ཅི་ལ་ངས་ངོ་ཚུལ་ཞུ་གི་ཡོད་དེ་ཡུན་དུ་བསམ་པ་གྱོང་གུན་གང་ཡང་ཕོག་ཡོག་མ་རེད་དེ་མི་མང་ལ་ཡང་མགོ་སྐོར་བཏང་ཡག་གི་གནས་ཚུལ་རེད་ཞེ་ནི་ད་ངས་ངས་གསལ་བོ་བྱེད་འདུག་ཞུ་བའི་ད་ཉེ་མའི་ཉེས་འཛུགས་གི་གནས་ཚུལ་འདི་གའི་དེ་ད་ད་ངས་གསལ་བཤད་བྱེད་དགོས་པའི་དེ་ད་ད་བར་དུ། བསམ་བློ་དེ་ག་རེ་ཟེར་ན། ད་བོད་པའི་སྤྱི་ཚོགས་ནང་ལོགས་ལ་གནས་ཚུལ་དེ་ཆགས་བསྡད་ཡོད་དུས་སམ་བོད་པའི་སྤྱི་ཚོགས་རང་ནང་ལོགས་ལ་འགྲེལ་བཤད་རྒྱག་ནས་འཇམ་ཐུག་ན། ཡག་པོ་འདུག་བསམ་གོ་ད་མང་ཚོགས་ཀྱི་ག་རེ་གནང་མ་གནང་དེ་ངས་ཞུ་ཐུག་མ་རེད། ང་རང་གི་འབོད་སྐུལ་ཞུ་དགོས་ཡ་དེ་ངས་སྤྱི་ཟླ། སྤྱི་ཟླ་བཅུ་གཅིག་གི་ཚེས་བདུན་ཉིན་མོ་དེ་ངས་འབོད་སྐུལ་ཞུ་བ་རེད། སྤྱི་ཟླ་བཅུ་གཅིག་གི་ཚེས་བཅུ་གཅིག་ཉིན་མོ་དེ་འབོད་སྐུལ་ཞུ་བ་རེད་དེའི་རྗེས་ལ་ངས། ཞུ་ས་གི་ལང་ཀ་ཡོད་མ་རེད་ངས་ཞུས་མེད་རེད་བ། དེ་ངས་སྔན་མ་འབོད་སྐུལ་ཞུས་བ་དེ་རང་ཅག་རང་ལྷག་བསྡད་ཡོད། ད་འདི་ལས་ལྷག་ཅིག་མི་མང་ངོས་ནས་བཀའ་བརྒྱུད་མང་པོ་བཏང་གི་འདུག་ད་རིང་དོན་དག་དེ་ཁྱེད་རང་གཅིག་པོ་དོན་དག་མར་བཏགས། ད་རིང་གི་གནད་དོན་འདི་རྒྱ་རོམ་གཅིག་གི་ལོ་དྲུག་དྲུག་ཅུ་རིང་ང་ལ་སྐུ་ལས་སྐྱོན་བཞག་པ་འདི་ད་གཏོར་ཡ་འགོ་བཙུགས་གི་འདུག་དེ་ང་ཚོ་འགྲིག་གི་མི་འདུག་ཁ་ནས་གཅིག་སྒྲིལ་གསུང་གི་འདུག་མི་མང་ད་ལྟ་འཇམ་དེ་ནི་ཡག་པོ་བྱས་ནས་ལྷག་བསྡད་ཡོད། ད་ད་རིང་དོན་ལྡན་འདི་གི་སྐྱེས་དཔལ་གྱི་སྤྱི་ཚོགས་ནང་ལོག་ལས་ཡར་འཁྲུག་རྐྱེན་དེ་འདྲས་ཅིག་བཟོ་སོང་བས། དེ་ཡིན་བསམ་པ་ཁྱོད་རང་གིས་ང་ཚོ་ག་རེ་བྱེད་དགོས་ཀྱི་ཡོད་དམ་མེད་ང་ཚོ་ལབ་མ་ཡོང་བ་ཟིག་ཏུ་ཚུར་བཀའ་བརྒྱུད་བཏང་གི་འདུག་བ། ཁ་ཅིག་དངོས་གྲུབ་ལགས་ལས་ངས་ཞུས་པ་ཡིན། དངོས་གྲུབ་ལགས་ཁྱེད་རང་ཅིག་གསུང་ན་ཟིག་ཏུ་བ། ང་ལ་ངོ་རྒོལ་བྱེད་ཀྱི་འོག་མར་ང་ག་ཅིག་བཤད་དགོས་རེད་ཞུས་ཡིན་རེད་བ། ཁོ་རང་ཚོ་ལ་ཡར་ག་འདྲ་འདྲས་བཤད་འདུག་ཟེར་ནས། རྒྱ་གར་རུའི་ཚོན་པ་ལ་ད་ཁྱེད་རང་ཡིད་ཆེས་ཀྱི་མ་རེད། ང་ལ་ཁ་པར་རེ་རེ་སླེབས་དུས་ཚོན་པ་ལ་ངས་ཁོ་ཚོ་ལ་བསླབ་བྱ་རྒྱག་དགོས་ཡ་ཚང་མ་རྒྱག་གི་ཡོད། ད་མ་ཉན་ན་ང་གར་ཆས་བར། དེ་ཡིན་བསམ་པ་ད་ལྟ་ཡིན་པ་ཡིན་ནས་ང་ཚོ་སྤྱི་ཚོགས་འདི་ཆོལ་ཁ་དང་ཆོས་ལུགས་དང་ལངས་ཕྱོགས་དང་དེ་འདྲས་ཀྱི་དུམ་བུ་མ་འགྲོ་བ་བྱས་རྗེས་ཚང་མ་གང་ལྟར་ཅིག་དམངས་གཙོའི་གྱི་ལམ་ལུགས་དང་མཐུན་པའི་གྱི་མི་སོ་སོའི་གྱི་བསམ་བློ་སེམས་ཚུལ་བཏོན་ཡ་དང་རྣམ་དཔྱོད་བཏོན་ཡ་དེ་མི་ཚང་མར་ཐོབ་ཐང་ཡོད་རེད་འདི་ཐོན་པ་མ་གཏོགས་ཅིག་ད་སྐད་རིང་ཚོགས་པ་འདུ་ན་ན་ཁྱོད་གཅིག་བྱེད་མཁན་གཉིས་བྱེད་མཁན་ཡིན་ཟེར་འདུག་རེད་མི་ཚེ་ཤེས་ལས་ཀ་དེ་འདྲས་ཡོད་ས་རེད་ཨ་ནི་མི་སྒེར་རང་ལ་ཡ་དཔེ་དེ་དམིགས་བྱས་ཨ་ནི་ལས་ཀ་ཤོར་བཅུག་ཡ་དང་དེ་འདྲའི་གི་བྱེད་དེ་འང་དེ་འདྲའི་མང་པོ་ཡོང་དེ་གི་ཡོད་ས་དེ་ཚོ་ཕྲན་ག་དེ་བྱེད་ནི་ཆོག་གས་ཡོག་མ་རེད་སེམས་ངས་ད་ལྟ་དེ་གང་ཚོ་རྒྱུས་ནས་དེ་ཞུ་དེ་གི་ཡོད་ད་ཁྲིམས་ལ་གཏུག་གི་རེད་མ་རེད་ཟེར་དེ་ངས་ད་གི་གོང་དུ་དང་པོ་ནས་ཞུ་བ་ཡིན་ངས་ཁྲིམས་ཟེར་དེ་ཁྲིམས་ལ་གཏུག་གི་ཡིན་ཟེར་ཚིག་དེ་ཁྱི་མས་མ་གཏོགས་ཅི་གི་ཁྲིམས་ཁྲིམས་གི་ཐོག་ནས་ཡིན་པ་ཡིན་ནའི་ག་རེ་ཐོག་ཡིན་ནའི་གང་ད་ངས་ཐག་ག་འདྲ་ཞིག་བཀྱེད་དགོས་དགོས་ནས་ངས་བཀྱེད་གི་ཡིན། རེད་བ། གལ་སྲིད། ད་རིང་ངས་འདི་གསལ་བཤད་བྱས་པའི་རྗེས་ལ་ངས་གསལ་བཤད་བྱས་བ་དེ་བདེན་པ་མ་རེད་ཟེར་ནས་བཀའ་ཤག་གིས་གསུངས་ན། ཡིག་ཆ་དང་དེ་འདྲའི་དཔང་རྟགས་གང་ཡང་མེད་པའི་ཐོག་ནས་བདེན་པ་མ་རེད་ཟེར་ནས་གསུངས་བ་ཡིན་ན། རེད་བ། ཨ་འདི་ངས་ཁྱི་ཐུག་མ་རེད། ཨེ་ནས། ག་བལ་གཏུག་དགོས་ཀྱི་ཆོད་ནས་ངས་གཏུག་ནས་འགྲོ་གི་རེད་མ་གཏོགས་ཅི། ད་རིང་འདི་གཏུག་ཟིན་ནས་བྱ་ཡ་མེད་ཟེར་ནས་ཤོད།

མི་མང་སྐོར་མཐོང་གི་འདུག་གསུངས་ཡ་དེ་རེད། ད་དོན་གཅོད་བསྐོ་སྟངས་འདི་ག་འདྲེས་བསྐོ་གི་ཡོད་དང་མེད་བཤད་དེ་ད་གིན་ངའི་བརྒྱུད་རིམ་གཅིག་ང་རང་དང་འབྲེལ་བ་ཡོད་པས་ངའི་བརྒྱུད་རིམ་དེ་ཞུ་བ་ཡིན། ཐོག་མར་ང་དགྲ་འཇམ་དོན་གཅོད་བསྐོ་ཡ་ཡིན་པ་དང་འདི་འགྱུར་བ་ཕྱིན་པ་དང་དེ་ཚོའི་གནད་དོན་ཚོ་འགྲེལ་བཤད་ཞུ་བ་ཡིན། སྔན་མ་ང་དོན་གཅོད་བསྐོ་ཚར་སྐབས་ལ་མང་ཚོགས་ནང་ལོགས་ལས་སྐད་ཆ་དེ་མང་པོ་འགྲོ་གི་ཡོད་རེད་སྤེན་པ་ཚེ་རིང་རྒྱ་གོར་མོ་ཆེ་བསྐོས་པ་རེད་ཟེར་ཡ་དང་མ་རེད་བཀའ་ཤག་དང་ཐུན་མོང་བསྐོ་བ་རེད་ཟེར་མང་པོ་ཞིག་འགྲོ་གི་ཡོད་རེད། དེ་དུས་ཀྱི་ངས་གསལ་བཤད་ཞུས་ཡོད། བཅའ་ཁྲིམས་དོན་ཚན་དང་པོའི་གི་ནང་ཚིག་གསུམ་པ་འདི་བཟོ་བའི་སྐབས་སུ། ང། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་རེད། ཚོགས་གཙོ་ཙམ་དུ་ཚད་ཀྱི་མ་རེད་བཅའ་ཁྲིམས་བསྐྱར་བཅོས་ཀྱི་ཟིན་བྲིས་ཚོགས་ཆུང་གི་ཚོགས་གཙོ་རེད། དེ་ཡིན་དུས་བསམ་པ་དེའི་སྐབས་སུ་ང་ཚོ་རྒྱ་རོམ་ཆེར་ཡ་མཇལ་ཁ་ཞུས་པ་རེད། སྐུ་མདུན་མཇལ་ཁ་ཞུས་དུས་བསམ་པ་ད་ངས་དབང་ཆ་ཚང་མ་མ་རྩིས་སྤྲད་ཀྱི་ཡིན་ཞུས་དུས་ཡང་དེའི་དོན་ཚན་དེ་རང་འཇགས་བཞག་འདུག་བ་གསུངས་པ་རེད། འདིའི་གསུང་དུས་ཚོམས་པ་ལ། ད་དེ་དུས་ང་ཚོ་གཉན་སྲང་ཞུ་ཡ་དེ་གར་ཞུ་རིན་ད་རྒྱ་བོ་རུམ་ཆེ་གི་མཚན་གནས་མེད་པ་ཡིན་ན་ཁག་པོ་ཞུ་ཅིག་དོན་གཅོད་ལས་ཁུངས་ཚང་མ། ལས་ཀ་བྱེད་ཡ་ལ་ཁག་པོ་ཞུ་ཆེན་རིན་ལྡི་ལི་དོན་གཅོད་དྲ་བོ་ཆིན་པ་ཡིན་ནས Bureau of His Holiness the Dalai Lama བྱིན་རླབས་ཡོད་རེད་འདི་ཉི་མ་གཅིག་ནང་འགྱུར་བ་བཏང་ན་ས་ཉིན་རྒྱ་གར་གཞུང་གས་ག་རེ་ལབ་འདྲ་ཡོད་འགྲོ། དེ་ཞུས་ནི་ག་འདར་རྒྱ་བོ་རུམ་ཆེ་གི་ས་ཉིན་དེ་ལ་ཡང་དམིགས་བསལ་ཚོགས་ཆེན་གི་ཚོགས་མི་ཚང་མ་ཡོད་ས་ལ་ད་ངའི་མིང་གཡག་གོ་ཞིན་གསུངས་པར་བ་ད་དེ་ཚང་མ་ང་ཚོ་བརྒྱུད་རིམ་གི་ཐོག་ནས་མ་མཆན་པ་གང་ཡང་ཡོད་མ་རེད་དེ་རེད། ད་རྒྱ་གར་རིན་པོ་ཆེ་གི་མཚན་གནས་འདི་ད་ལྟ་གཡག་བཞག་ཡོད་དུས་བར་ལམ་ཡང་ང་ཚོ་སྐད་ཆ་འདྲི་གར་འགྲོ་རེ་ཟེར་ན་དོན་གཅོད་ལས་ཁུངས་ཚང་མ་ནས་སྐུ་མདུན་གྱི་མཚན་གནས་མ་ཕྱི་བསྡུ་བྱེད་ཡག་གི་སྐད་ཆ་བཅས་ཡོང་བ་རུ་བ། འདི་ཕྱི་དྲིལ་ལས་ཁུངས་ལས་ཆ་འཕྲིན་གནང་བཞག་པ་ཡོད་རེད་བཀའ་ཤག་ལ་ཆ་འཕྲིན་གནང་བཞག་པ་དེ་ག་ཚང་མ་ང་ཚོ་འོས་བསྡུ་སྐབས་ལ་གནས་ཚུལ་མང་པོ་བྱུང་བ་རེད་དེ་ཚོ་ཆ་འགའ་རུ་བ་འདུག་སེ་རེད་ད་གང་ལྟར་ད་འདའི་རིང་ག་ལ Representative of His Holiness ད་དཱ་ལའི་བླ་མ་ཟེར་ཡ་དེ་ལྷག་དེ་ཅི་ནུས་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ཟེར་ཡ་དེ་ད་ལྟ་ཡིན་ནའི་ལྷག་འདོད་རེད་ང་ཚོ་སོ་སོ་སོ་གི་ངོ་སྤྲོད་ཀྱི་ཆུ་བུ་དེ་འཁྱེར་འདོད་དུ་འཚམས་པ་ལ་མིང་ད་ག་རང་སྦྱར་འགྲོ་དེ་ག་རེད། དེ་ཡིན་དུ་འཚམས་པ་ལ་དོན་གཅོད་བསྐོ་གཞག་གནང་ཡ་མཛོད་དགེ་བསྟན་བསྟན་བཀའ་ཤག་གི་སྐུ་མདུན་འདི་ཡ་གོ་བསྡུར་ཅིག་གནང་གི་ཡོད་ཀྱི་རེད་བསམ་གི་ཡོད་ག་ས་ང་སྲིད་སྐྱོང་བྱས་མ་མྱོང་དུ་འཚམས་པ་ལ་ག་འདྲེས་བྱེད་ཀྱི་ཡོད་མེད་དེ་ངས་ཤེས་ཀྱི་མ་རུང་བ། དེ་འདྲ་གནང་གི་འོས་ཅི་རེད་དེང་ནང་བཞིན་ཕྱི་ནས་ཡག་ག་འདྲས་བསྐོ་བ་ནང་བཞིན་ཕྱི་ནས་མ་ད་ག་རང་འཐེན་པ་ཡིན་གསུང་བས་དེ་ཡིན་པ་ཡིན་ནས། ངོ་ལེན་བྱེད་ན། པ་ར་དེ་ལ་འགྱུར་བ་འདྲ་ཅིག་ཕྱིན་ཡོད་ན་བསམ་ཚང་འདྲ་བ་ཞིག་དྲན་སོང་ངེས། གར་ཕྱིན་དྲན་པར་སྲིད་ན། སྤྱི་ཟླ་དགུ་དཔལ་གྱི་གྲོས་ཚོགས་ནང་ལོག་ལ། དཔལ་ལྡན་སྲིད་སྐྱོང་མཆོག་གིས་སྤོབས་པ་མཐོན་པོས་གསུངས་སོ་ཕེ་ག་ལ། མ་འཐེན་ཡ་དེ་བཀའ་ཤག་གི་ཐག་ཆོད་ནས་འཐེན་གི་རེད་སོང་གསུངས་སོ། དེ་དུས་ནས་ད་འདི་བསམ་བློ་དེ་ཡོལ་བ་ད་ཕལ་ཆེར་ཕལ་ཆེར་རྟོགས་ཐུབ་ཡ་རེད་ཅི་འདྲ། སྤྱི་ཟླ་དགུ་པ་ཅིག་ལ་ཕར་བཞག་སྤྱི་ཟླ་བདུན་པ་ནས་བསམ་བློ་ཡོལ་བ་དེ་ང་ཚོ་རྟོགས་ཐུབ་ཡ་འདྲ་བོ་ཅི་རེད། དེ་ཅི་འདུག་བསམ་པ་ལ་ཨོ་ད་འདིའི་དབང་ཆ་དེ་ཆ་ཚང་བཀའ་ཤག་གི་རྣམས་བཞག་བསམ་ས་འགྲོ་ཡག་གོ་བསྡུར་བྱེད་དགོས་དགོས་ས་མ་རེད་བསམ་ས་འདྲ་བོ་ཅིག་དྲན་སོང། ད་ཡིན་ནས་བཀའ་ཤག་གིས་ཡག་རྒྱ་བོར་མི་བྱེད་ལ་སྙན་གསང་ཞུས་ཡོད་རེད་ཡོད་མ་རེད་ཟེར་ནས་ང་ལ་སྐད་ཆ་དྲིས་བ་ཡིན་ན། ང་འདི་དཔང་རྟགས་མེད་དུས་བསམ་པ་ལ་ཡག་བཀའ་འདྲི་ཞུས་ཡོད་རེད་ཟེར་ནས་ངས་ཞུ་ཞིང་མ་རེད་བ། བཀའ་འདྲི་ཞུ་བ་ཡིན་ན་སྲིད་སྐྱོང་ལ་བཀའ་འདྲི་ཞུ་དགོས་རེད་མ་གཏོགས་ཅིག་བཀའ་བློན་ཚོ་ལ་བཀའ་འདྲི་ཞུ་དགོས་རེད་མ་གཏོགས་ཅིག་གི། དེ་ངས་ཞུ་བཞིན་གྱི་མ་རེད་གལ་སྲིད། ཡང་ཞུས་པའི་དབང་དུ་བཏང་ཡོད་པ་ཡིན་ནས་ཡང་གནས་ཚུལ་ག་རེ་ཞུས་ཡོད་རེད་ད། ད་ལྟ་དོན་ཚན་བཅུ་དེ་ནང་བཞིན་གཅིག་ནི་ཡང་ཞུས་ཡོད་རེད་པས། རེད་བ། དངོས་ཡོད་གནས་ཚུལ་འབྲི་བཤད་ཞུས་ཡོད་རེད་པས་ག་འདྲས་ཞུས་ཡོད་རེད་དེ་ངས་བཞིན་གྱི་མ་རེད་བ། དེ་ཡིན་ཚང་པ་དེ། ག་རེ་ཞུས་ཡོད་མེད་ཞུས་ཡོད་དང་མ་རེད་ཞུས་ཡོད་རེད་དང་མ་རེད། ག་རེ་ཞུས་ཡོད་རེད་ཞུས་ཡོད་མ་རེད་དེ་ངས་བཞིན་གྱི་མི་འདུག་ཚང་པ་དེ་ངས་ལན་རྒྱབ་བཞིན་ཡང་ཁོ་ན་ཡོད་མ་རེད། དེ་ནས་ཚང་མར་འདིའི་འབྲེལ་ཡོད་དེ་པ་ནས་སྲིད་སྐྱོང་མཆོག་ཆགས་ཀྱི་ཡོད་རེད་དེ་ག་ནང་བཞིན་གྱི་བཀའ་ཤག་ལྷན་རྒྱས་ཆགས་ཀྱི་ཡོད་དུས་ཚང་པ་དྲི་བ་དེ་ཕེ་གེལ་བཏང་གནང་པ་ཡིན་ན་ཁ་གསལ་བ་ཅིག་ཡོང་ཡག་གི་རེ་བ་ཡོད་རེད་བཞིན་དེ་ཞུ་གི་ཡོད་ཡང་ངས་མི་ཤེས་པ་ཅིག་ངས་ལབ་བཞག་པ་ཡིན་ན་ཏག་ཏག་དེ་ག་གོ་རང་ཡོང་མ་དེ་ངའི་དབང་ཚིག་ལས་བརྒལ་བའི་ཆགས་ཀྱི་ཡོད་རེད་གནས་ཚུལ་གཅིག་དེ་དེ་རེད་དེ་ནས་གཉིས་པ་དེ་ད་ལྟ་ས་ཡ་གཅིག་དེ་ཕྱེད་ཀ་དེ་ག་བ་འགྲོ་བ་རེད་ངས་ད་ལྟ་བར་དུ་ད་རིང་ངས་མང་ཚོགས་ལ་ལ་བའི་ཐ་མ་དང་པོ་རེད། ངའི་གིས་ནི་ལྐོག་ཟ་རུལ་སུངས་ལ་ཡ་ཚིག་གི་བེད་སྤྱོད་གོང་བཏང་མེད། རོ། ད་མང་ཚོགས་ནང་ལོག་ལ་བཤད་བསྡད་དགོས་ཡོད་ན་ནི་ངའི་ཧ་གོ་མེད་ང་བྷི་ཅེད་གུ་རུབ་གཅིག་ནང་ལ་མེད། མང་པོ་གཅིག་གི་དོགས་པ་བྱེད་དགོས་རེད་དེ་འདྲའི་གུ་རུབ་དེ་འདྲའི་ནང་ལོག་ལ་སྤྱི་ཚོགས་དྲ་རྒྱ་དེ་འདྲའི་ནང་ལོག་ལ་སྤེན་པ་ཚེ་རིང་བྱུས་དོགས་ཡོད་ན་ཁོའི་བརྒྱུད་སྐུལ་བྱེད་དགོས་ཟེར་ན་ང་དེའི་བརྒྱུད་སྐུལ་བྱུས་ཡག་གི་དུས་ཚོད་མི་འདུག་རོ། དེ་ཚོ་ནང་ལ་འགྲོ་ཡག་གི་མི་འདུག་ཁྱེད་རང་ངའི་ལས་རིམ་ལྟ་ད་ངས་ཉི་མ་རེ་རེ་རེ་ནང་ལས་ཀ་ག་རེ་ག་རེ་བྱེད་འདུག་མི་ག་ཚོད་ག་ཚོད་ཐུག་འདུག་རོ་དེ་གས་ཚང་མ་བལྟས་བ་ཡིན་ན་དེ་ཚོ་ལྟ་ཡག་གི་དུས་ཚོད་ཁོ་ན་མི་འདུག་དེ་ཡིན་དུས་ཚང་མ་ལ་ད་ལྟ་ཐག་ཆོད་པོ་ཐོག་ནས་གར་ཞུ་ཐུབ་ཀྱི་རེད་ད་ངས་ངའི་གསལ་པོ་གསལ་རྐྱང་ཞུས་ཡིན་བསམ་སོང། ང་ལ། ལོ་ལ་ང་རྩིས་སྤྲད་པའི་ཉིན་མོ་དེ་ལ། ས་ཡ་གཅིག་དང་འབུམ་གསུམ་དེ་ག་ནས་ཕོ་བྲང་ནས་རག་སོང་ས་ཡ་གཅིག་དང། བོད་ཀྱི་ཐབ་ཚང་ནས་རག་སོང། གསུངས་སོ། དེ་ནས་འབུམ་གཉིས་ཀྱི་ལྷ་གི་འདུ་བ། འབུམ་གཉིས་ཀྱི་ཚིག་རྣམས་ཁྱི་དེ། ཞེས་གསུངས་པའི་མིང་སྒེར་གྱི་པཀྵིའི་ནང་ཕྱིའི་མེ་བ་དེ་སེར་པོ་གསེར་སྦྱངས་རེད་དེ། ཁང་པ་ཉོ་ཡ་གི་ཆེད་དུ་བྱ་སྤྱོད་བཏང་བ་དེ་སེར་པོ་གསེར་སྦྱངས་རེད། དེ་ཡིན་བསམ་པ་ལ་ངས་ནི་ད་ལྟ་བར་དུ་ལྐོག་ཟ་རུལ་སུངས་སྐད་ཆ་གལ་ཆེན། ངས་ཀྱིས་ག་རེ་ཞུས་པ་རེད་ཟེར་ན། གན་ཡིག་ཅིག་འདུག་གན་ཡིག་འདི་ཨ་མི་རི་ཀའི་གི་ཁྲིམས་ཀྱི་ཐོག་ནས་ངོས་ལེན་ཡོད་རྒྱུ་གན་ཡིག་ཅིག་རེད་བ། དེ་ཡིན་དུས་ཚན་པ་གན་ཡིག་འདིའི་ཐོག་ལ་བུ་ལོན་བསྲེས་བསྡད་ཡོད་དུས་བསྲེས་ཡོད་པ་དང་གཅིག་བྱེད། གཉིས་ནི། ད་བོད་ཀྱི་ཐེབས་རྩའི་གི་རྩིས་ཁྲ་ནང་ལོགས་ལ་ཡང་ཡོང་བསྡད་ས་ཡ་གཅིག་དང་ཕྱེད་ཀ་བསྲེས་བསྡད་ཀྱི་ཡོད་པ་གཉིས་བྱེད། གསུམ་པ་དེ། བོད་བོད་མིའི་སྤྱི་ཚོགས་ཡར་རྒྱས་ཀྱི་འགད་རྫས་ཀྱི་གི་འགན་འཛིན་ལྷན་ཚོགས་ཀྱི་ཡིག་ཆ་ནང་ལོགས་ལ་ཡང་འགན་འཛིན་ལྷན་ཚོགས་ལ་ས་ཡ་གཅིག་དང་ཕྱེད་ཀ་བུ་ལོན་ལེན་ཆོག་ཡ་བཀའ་འཁྲོལ་ཞུས་འདུག་བ། དེ་གས་དེ། དེའི་རྡ་རམ་ས་ལ་ཆ་བཞག་མཁན་ཡིན་ན་ངས་ཞི་བོ་ཞི་བོ་ཅིག་ཆེན་པོ་བརྩི་གི་མེད། དཔེར་ན་ས་ཡ་གཅིག་དང་ས་ཡ་གཉིས་དང་ཆེད་མཁས་ཀྱི་བཀའ་གྲོས་ཆ་ཚང་ཞུས་བཞག། ས་ཡ་གཉིས་དང་འབུམ་བརྒྱད་ཀྱི། བཀའ་གྲོས་ཆ་ཚང་ཞུས་བཞག་རྡ་རམ་ས་ལ་ཕྱོགས་མཐོང་མང་བོའི་ནང་དུ་ཚུད་ཡོད་དེ་ཚོ་ངས་ཁག་པོ་ཅིག་སྐད་ཆ་དྲིས་གི་མེད། ཡང་ཞུ་དགོས་ཡས་གས་མི་འདུག་རེད་བ། ད་ད་ལྟ་སྐད་ཆ་ག་བ་གླེང་གི་ཡོད་རེད་ཟེར་ན། ད་ད་ལྟའི་གནས་སྟངས་འདི། བུ་ལོན་མ་རེད་གསུང་གི་ཡོད་རེད་བ། དངུལ་བ་ལོན་མ་རེད་ཟེར་ཡ་དང་དངུལ་བ་ལོ་དགོང་མ་རེད་ཟེར་ཡ་བར་ལ་ཁྱད་པར་ག་ཡོད། དངུལ་ཁ་གློག་སྒུག་གུ་མེད་པ་དེ་ངས་རྩོད་པ་རྒྱག་གི་འོ་མ་རེད་ང་འདི་སྲིད་སྐྱོང་མཆོག་གི་དངུལ་གློག་སྒུག་མ་རེད་གསུང་གི་རེད་ངས་འདི་གློག་སྒུག་གུ་རེད་ཟེར་དུས་ནམ་ཡང་ལབ་ཡོད་མ་རེད། ད་བུ་ལོན་རེད་མ་རེད་ཞེས་དེ་ད་བུ་ལོན་མ་རེད་གསུང་གི་ཡོད་ན་གན་རྒྱ་ཡོད་གི་དེ་ག་རེད། འདི་གང་ལ་ས་ཡོད་དེ་སུས་རྒྱབ་ཡོད་རེད། བུ་ལོན་མ་རེད་གསུང་གི་ཡོད་ན་བོད་ཀྱི་ཐེབས་རྩལ་གྱི་རྩིས་ཁྲ་ནང་ལོག་ལ་ས་ཡ་གཅིག་ཡོང་ས་ཡ་གཅིག་དེ་ཕྱེད་ཀ་ཡོང་སྡད་དེ་གར་ཕྱིན་སད་དེ་ག་རེད། འགྲོ་བ། ད་དེ་ཚོ་ཐེངས་འགའ་དེ། ཨ་མི་རི་ཀའི་གི་ཁྲིམས་འགྲོ་སྟངས་ང་ཚོ་ཡུལ་ཁྲིམས་སྲུང་བརྩི་བྱེད་དགོས་རེད་ཟེར་དུས་ཚང་མ་ཨ་མི་རི་ཀའི་གི་ཁྲིམས་གི་འགྲོ་སྟངས་གི་ཐོག་ནས། འདི། ང་ཚོའི་གི་རྩིས་ཁྲ་ནང་ལོགས་ལ་སྤྲོད་བདེ་བསད་དགོས་གི་མ་རེད་བས་ཟེར་འདི་གཅིག་གོ། འདི་སྐད་ཆ་ཁོ་ར་ཤེས་དགོས་བ་མ་རེད། ད་འདི་སྲིད་སྐྱོང་མཆོག་ག་རེ་གསུངས་པ་ད་ག་རང་ལ་ངས་ངོས་འཛིན་བྱེད་འདོད་རེད་ཡིན་ནས་ད་ལྟ་ཁྱེད་རང་དྲི་བ་འདི་ལ་ལན་ག་རེ་དགོས་དགོས་རེད་ཟེར་ན། ས་ཡ་གཅིག་དེ་ཆེད་དེར་ཆེ་ཁ་དེ་ག་བ་ཕྱིན་པ་རེད། འདི་ལྐོག་ཟ་རུལ་སུངས་རེད་མ་རེད། མིའི་པ་ཀི་ནང་ཕྱིན་ཏེ་མིའི་པ་ཀི་ནང་ཕྱིན་ཡོང་མ་རེད་སི་ངས་ཐག་ཆོད་པོ་དོན་ཞུ་ཐུབ་གི་ཡོད། ས་ཡ་གཅིག་དེ་ཕྱེད་ཀ་དེ། བོད་མིའི་སྤྱི་ཚོགས་ཡར་རྒྱས་འགད་རྩིས་ཀི་ཁང་པ་ཉོ་ཡ་གི་ཆེད་དུ་འགྲོ་སོང་བཏང་པ་རེད་སི་ནས་ཏི་ངས་གསལ་བོ་བྱིན་ཞུ་ཐུབ་གི་ཡོད་ཡིན་ནས་ངས་ཀི་སྐད་ཆ་བཤད་ཡ་དེ་འདི་བཤད་གི་ཡོད་མ་རེད་ཡང་དེ་ཡི་ཁ་གསལ་བོ་བསོད་བུ་ལོན་མ་རེད་སི་ཡ་དང། རོ་ཨ་ནི་དངུལ་ལོག་གི་མ་རེད་སི་ཡ་དེའི་པ་ར་ལ་ཁྱད་པ་ཆེན་པོ་ཡོད་རེད་སི་ཏི་ཡང་མང་ཚོགས་ཀི་ཤེས་དགོ་ཡ་དེ་གལ་ཆེན་པོ་རེད་སི་ནས་ཀྱང་དྲི་བ་གཉིས་པ་དེའི་ལན་དུ་འདི་བྱེད། ད་དྲི་བ་གསུམ་པ་འདི་ལ་བཀའ་ཤག་གི་གསལ་བཤད་ཀྱི་བརྒྱུད་རིམ་གསུང་བ་རེད། བཀའ་ཤག་གི་གསལ་བཤད་ཀྱི་བརྒྱུད་རིམ་འདི་བཀའ་ཤག་གི་འགྲེལ་བཤད་རྒྱབ་ཐུག་གི་རེད་མ་གཏོགས་ངས་འགྲེལ་བཤད་བྱ་ཐུག་མ་རེད། ངས་ཀྱི་བརྒྱུད་རིམ་འདི་ག་རེ་ཞུ་ཐུག་གི་རེད་ཟེར་ན་སྤྱི་ཟླ་བཅུ་གཅིག་གི་ཚེས་དྲུག་གི་ཞོགས་ཀའི་ཆུ་ཚོད་བདུན་དང་སྐར་མ་ཉི་ས་གཅིག་ལ་ང་ལ་ཨི་མེལ་དུ་འབྱོར་སོང་ངོ། ཁྱེད་རང་གང་གི་ནང་དོན་ངས་ཕལ་སྐད་ཞུ་བསྡད་ཡ་དེ་རེད་ཡིག་ཆ་ཨང་དང་པོ་ནང་བསྟན་ཡ་དེ། དེའི་ནང་ལོགས་ལ་ཡ་ཨན་ཁྱེད་རང་ལ་ཟླ་ཤས་སྔོན་ལ་ཉེན་བརྡ་མཐའ་མ་བྱས་སུ་བཏང་དགོས་བྱུང་ཡོད་པ་དང་སླ་རོ། ཨན། ད་ལྟའི་ཆར་བཀའ་ཤག་གིས་ཨན་དོན་གཅོད་འཕོ་འགྱུར་བཏང་ཡག་གི་དགོས་གལ་གཟིགས་གསུངས། ཨན་དེ་ཡིན་པས་སོང་ཙང་ཁྱེད་རང་གི་ལས་ཡུན་འདི་སྤྱི་ཟླ་བཅུ་གཅིག་གི་ཚེས་སུམ་ཅུ་ལ་ཡང་ལས་མཚམས་བཞག་དགོས་ཀྱི་རེད། ཨན་འདི་བཀའ་ཤག་གི་སྤྱི་མོས་ཀྱི་ཐག་གཅོད་ཡིན་ཕྱིན་འདི་མ་གཏོགས་ཡོད་མ་རེད། དེ་ཡིན་དུས་བསམ་པ་ལ་ངེད་ཀྱི་རྒྱུན་རིང་ཤེས་ཡོང་དེ་གང་རེད་ཟེར་ན། སྤྱི་ཟླ་དྲུག་པའི་སྤྱི་ཟླ་བཅུ་གཅིག་ཚེས་དྲུག་ཉིན་མོ་དེ་ང་རེད་འབྱོར་བ་རེད་འདི་ཡོངས་ཁྱབ་བཏང་ཡོག་མ་རེད་ཡོངས་ཁྱབ་བཏང་མེད་དུས་མཚོན་པ། སྤྱི་ཟླ་བདུན། སྤྱི་ཟླ་བཅུ་གཅིག་གི་ཚེས་བདུན་རྒྱ་གར་གྱི་ཞོ་ཀའི་དུས་ཚོད་དང་ཨ་མི་རི་ཀའི་གི་སྤྱི་ཟླ་དྲུག་པའི་ཚེས་དགུ་གི། ཚེས་དྲུག་གི་དགོན་བདག་གི་དུས་ཚོད་དེ་ལ། ཨ་ནི་གནས་ཚུལ་འདི་བཀྲམས་ཡོང་དུས་མཚོན་པ་ལ། བོད་མི་སྤྱི་ཚོགས་བོད་མི་དྲ་རྒྱ་ནང་དོན་ཡོང་དུས་འདི། ཨ་ནི། ངོ་དེབ་མང་པོ་ནང་ཕྱིན་བྱས། ཨ་ནི་གནས་ཚུལ་འདི་ད་སྤེན་པ་ཚེ་རིང་དགོངས་པ་ཞུ་བ་རེད་བས་སྤེན་པ་ཚེ་རིང་ག་རེ་བྱས་པ་རེད་ཟེར་དྲི་བ་འདི་མང་པོ་ཞུ་ཅིག་སླད་ནི་གསར་འགོད་པ་མེ་ཁའི་བཀའ་ཤག་ལ་བཅར་དགོས་ཡ་རྒྱུ་མཚན་འདི། འདི་བཞིན་འཆར་བར་བ། དེའི་བརྒྱུད་རིམ་བརྒྱུད་རིམ་གཉིས་པ་དེ་འདི་རེད། དེ་ནས་མང་ཚོགས་ཀྱི་བསམ་ཚུལ་མང་པོ་ཞུ་གཅིག་ང་ལ་ཁ་བ་བཏང་ངེས་ཞུ་བྱུང་ད་རིང་ཡ་མཚན་རྒྱུན་གཅིག་ལ་ཁྱོ་གའི་ངུ་ངན་མང་པོ་ཞུ་འདུག་ནམ་རྒྱུན་སྐྱེ་མའི་ངུ་ངན་མང་ཡོད་ཁ་བ་བཏང་འདུག་བ། ད་ཁྱོ་གའི་ངུ་ངན་མང་པོ་ཞུ་འདུག་དུས་མའི་ངུ་ངན་མང་པོ་ཞུ་འདུག་དེ་ནས་ག་གཉིས་ཁུག་པོ་མི་འདུག་ཟེར་གྱི་འདུག་ད་དགྲ་མེད་ན་ཤེས་ངན་མང་པོ་ཞུ་འདུག་རུ་བ། ད་ཡང་ཆོག་ཞེན་པ་ནི་འདྲེ་ཤེས་ཞེན་པ་རྒྱག་ངན་ཡོང་སྲིད་གི་རུ་བ། ང་ལ་ཁ་པར་གླས་ཏེ་ཁ་མདའ་དེ་ཉིན་མོ་ནས་ཕྱིན་ནས་ཁ་པར་འཛམ་མ་ཆེ་བར་ད་དུ་བཞིན་གླས་བསྡད་པ་རེད། དེ་ཡིན་དུས་ད་ཁ་ས་ཁེ་ཉིན་དེའི་གླས་དུས་སེམས་པ་ད་ལྟ་ངས་ཁ་པར་དར་མ་ས་ལ་བེད་སྤྱོད་བཏང་ཡང་ཁ་པར་ཨང་གྲངས་དེ་མི་མང་པོ་ཧ་གོ་གོ་མེད་དུས་ཁུ་སིམ་སིམ་འདྲ་བ་ཞིག་འདུག་དེ་མ་གཏོགས་གཅིག་གིས་ཁ་པར་བཟོ་ཡ་མེད་པར་འདུག་བཞིན་གླས་བསྡད་པ་རེད་དེས་སེམས་འཚོ་བ་ཤུགས་ཆུང་པོ་བཞིན་གླས་བསྡད་པ་རེད། དེ་དེའི་རྒྱུ་མཚན་ཡིན་ན་རེད་ག་རེ་ཡིན་ན་རེད་གང་ལྟར་ཨ་ནེ་ཆོས་རིག་བཀའ་བློན་མཆོག་སྲིད་ཚབ་གནང་ནས་ཨ་ནེ་ཏཱ་རིག་དགུ་ཉིན་མོ་དེ་ལ་རྣམ་པ་སུ་མཇལ་འཕྲད་གནང་བ་རེད། ད་བརྒྱུད་རིམ་གཅིག་འདི་རེད། ད་དེ་ནས་དཔལ་ལྡན་སྲིད་སྐྱོང་མཆོག་ཕ་གི Scandinavia བྱང་ཡོ་རོབ་ལ་ཕེབས་པའི་སྐབས་སུ་མི་མང་གི་བཀའ་འདྲི་ཞུ་ཡི་ན་རེ་ག་རེ་བྱེད་ཡི་ན་རེ Video དུམ་བུ་གཅིག་འདུག་འདི་མགོ་ནས་མེད་བས་བཟོ་རེས་འདུག་བྱུག་མེད་བས་བཟོ་རེས་འདུག་ད་ལྟ་འདིའི་ནང་ལ་གང་ཡོད་པ་དེ་བཀའ་མོལ་གསུང་སྟངས་དེ་ནི་ངས་ཆ་ཚང་བྱས་ནས་ཞིབ་ཞིབ་ཕྲ་བ་ཚིག་རེ་རེ་རེ་བྱས་ནས་ངས་མ་བལྟས་པ་ཡིན། རེད་བ། དེའི་ནང་ལོགས་ལ་བཀའ་མོས་སུ་དེ་འདྲས་གསུང་དགོས་ཡ་ག་རེ་ཡོད་རེད་བསམ་བསམ་འདྲ་བ་ཅིག་སེམས་ནང་དྲན་སོང་ག་རེ་ཟེར་ན། ཁོ་མི་མང་དཀྱུས་མ་གཅིག་གིས་གསུང་གི་ཡོད་མ་རེད་ད་འདྲའི་སྲིད་སྐྱོང་མཆོག་ཅིག་གསུང་གི་ཡོད་རེད་བ་གསུང་གི་ཡོད་དུས་བསམ་པ། མི་མང་ནང་ལོགས་ལ་དེ་འདྲས་ཅིག་དོགས་པ་ཅིག་བསླངས་བྱས་ད་མི་མང་མང། དཔེར་ན་ལྡི་སིའི་ནང་ལོགས་ལ་ཡང་ང་ཚོ་དེ་ཤེས་ཡོན་ཡོད་ཟེར་མཁན་ཚོས་ཀྱང་ང་ལ་ལབ་གི་འདུག་ད་དཀོན་མཆོག་ག་རེ་འདྲ་ཞིག་བྱས་ཡོད་ན་ཟེར་བ་དོན་གཅོད་རྒྱ་མིའི་གཞུང་ནི་དཔེ་གཡོ་རྒྱུ་ལ་མཁས་པ་བཞི་བོ་ཅིག་རེད་དོན་གཅོད་ལ་ཕལ་ཆེར་འགྲོ་ལ་ཞེན་གི་ཞིག་ཁྲི་བཞི་ལྔ་དེ་འདྲས་བྱས་མེད་རེད་བསམ་ད་དེ་འདྲས་བསམ་བློ་འཁོར་སོང་ཟེར་གི་འདུག

འདི་གི་སྤྱི་ཚོགས་འཁྲུག་རྐྱེན་ཤི་ཆེར་འགྲོ་གི་འདུག་མ་གཏོགས་ཞི་འཇམ་ཆུང་རུ་འགྲོ་གི་མི་འདུག་བ། ད་ལྟ་བར་དུ་དཔལ་ལྡན་སྲིད་སྐྱོང་མཆོག་གི་ངོས་ནས་ཡིན་ནས་རེད་བཀའ་ཤག་གི་བཀའ་བློན་རྣམ་པ་ཚོའི་ངོས་ནས་མི་དམངས་ཚོ་ལྷོད་པོ་བྱེད་རོགས་བྱེད་འཇམ་པོ་བྱེད་རོགས་བྱེད་དེ་གསུང་བ་དེ་ནི་གོ་མ་སོང་བཅས་འདི་རེད་འདི་ལྟ་རེ་ཅོག་གསུམ་ལ་གསུང་མ་རུང་བ། ད་ལྟ་རེ་ཅོག་གསུམ་ལ། ད་རིང་འདི་བཀའ་ཤག་གི་ལྟས་ཤིག་མིང་ཆད་འཁེལ་གོ་ཕྱི་ནས་འཁེལ་རྒྱུ་རེད། ཕྱི་གསལ་ནང་གསལ་མི་འདུག་ཟེར་ནས་གསུང་གི་ཡོག་རེད། ཡིན་ནས་ད་རིང་མིང་ཆད་འཁེལ་གོ་ཕྱི་ནས་འཁེལ་རྒྱུ་རེད་བཤད་གི་མེད་དོན་ཏོ་ཅིག་ད་རིང་སྲིད་སྐྱོང་མཆོག་གསུང་མ་རུང། ད་དེ་ནས་ཏཱ་རིའི་བཅོ་བརྒྱད་བར་དུ་ག་རེ་ག་རེ་འགྱུར་བ་ཕྱིན་རེད། དེ། བཀའ་ཤག་ནང་འོག་ལ་བཀའ་བློན་གར་བཀའ་མོལ་གར་བྱུང་ཡོད་བ་དང་སྲིད་སྐྱོང་དང་གཞན་པ་པ་ར་བཀའ་མོལ་གར་བྱུང་ཡོད་མེད་དེ་ངས་ཤིང་མ་རོགས། ད་ལྟར་ཏཱ་རི་བཅོ་བརྒྱད་ཀྱི་ཞོ་ཁའི་ཆུ་ཚོད་བདུན་པ་ལ་དོན་ཚན་བཅུ་ཟེར་ཡ་དེ་དོན་ཡོང་མ་རེད། ཨང། དོན་ཚན་བཅུ་དོན་ནི་ད་འདི་ལ་ངས་ཀྱི་ངོས་ནས་ད་ཨ་ལེ་ཚིག་གཅིག་མ་ཤེས་ན་མི་ཚང་མའི་བསམ་བློ་ནང་ལོག་ལ་ད་སྤེན་པ་ཚེ་རིང་ཁོ་ཁོ་རང་ནོར་འཁྲུལ་ངོས་ལེན་བྱས་ཚར་ད་ཁོ་ཁ་ཚུམ་བསྡད་ཀྱི་འདུག་བསམ་ནས་བུད་མེད་དཀྱུས་མ་ཚོའི་ལས་བྱེད་བླང་དོར་སྒྲིག་གཞི་ཧ་གོ་མ་རུ་བ། ལས་དེ་ལ་ལས་བྱེད་བླང་དོར་སྒྲིག་གཞི་ནང་ནས་ཡང་ལས་བྱེད་ཅིག་ཡིན་གྱི་ཡིན་གྱི་ལ། ཨ་ནི་དེ་འབྲེལ་གྱི་གནས་ཚུལ་དང་འབྲེལ་བའི་བརྒྱུད་ལམ་ཁག་ལས་བཤད་ཆོག་གི་མེད་བ་དེ་མི་མང་གི་ཧ་གོ་གི་མེད་དུས་འཚམས་པ་ལ་ཨ་ངའི་ཚེས་སུམ་ཅུ་བར་དུ་ཅིག་ང་གང་ཡང་ཞུ་ཡ་མེད། དོན་ཚན་རེ་རེ་རེ་རེ་བཅས་ལ་དེའི་རྗེས་ལ་ངས་འགྲེལ་བཤད་ཞུ་གི་ཡིན་ཟེར་ཡ་དེ་ངས་བརྒྱུད་ལམ་ཁག་གསུམ་ག་ལ་ཞུ་ཡ་དེ་ནང་དོན་གཅིག་པ་རེ་དྲ་ཚིག་སྟེ་ཟེར་ཡག་མ་ཟེར་མ་གཏོགས་གཅིག་དེ་རེད། ཨ་ནི་དེ་ནས་དཔལ་ལྡན་སྲིད་སྐྱོང་མཆོག། ཀྲོན་ཀྲོ་ཕེ་རེད། ཀྲོན་ཀྲོ་ཕེ་དུས་ཚོད་མ་ལ་རྒྱལ་གཅེས་ཡག་ཐག་ཆོད་གནང་བ་རེད། དྲི་བ། ད་འདིའི་བདེན་པ་ག་ཚོད་ཡིན་མེད་དེ་ད་རིང་ངས་གསལ་བཤད་ཞུ་ཡ་དེ་ནས་རྒྱང་པ་ཚོ་ཕན་ཐོག་ཡ་ཅིག་རེད། ད་འདིའི་རྗེས་ནས་ཕྱི་ནས་ད་ང་ཚེ་ཚེ་དུས་ཚོད་ལན་དེ་ནས་ངས་ད་ད་ད་ཀ་སྐོར་མོད་ཀྱང་རྙོག་དྲ་བཅས་མི་ཧ་ཆེ་དེ་ཕུད་ཡོད། དེ་ནས་ཚར་ནས་ད་ད་རིང་ང་འདས་ཡོང་ཡ་དེ། སྤྱི་ཟླ་བཅུ་གཅིག་གི་ཚེས་སུམ་ཅུ་དགུ་རྗེས་ལ་ངས་གསལ་བཤད་ཞུ་གི་ཡིན་ད་དུས་ཚོད་མ་ལ་ད་ཉི་མ་མང་པོ་ཅིག་ཕ་རྒྱང་འགྲོ་བ་ཡིན་ན། ཡང་མང་ཚོགས་ནང་ལོག་ལ་བསམ་ཚུལ་འདྲ་མི་འདྲ་མང་པོ་ཞུ་ཆགས་ས་རེད་བསམ་བྱས་ངས་གང་མགྱོགས་མགྱོགས། ཚེ་གཅིག་གི་དགོངས་དག་དེ་ལ། དངུལ་རུ་སྲིན་ལ་དོན་གཅོད་གསར་བ་ཕེབས་པའི་གི་ཕེབས་བསུ་དང། ང་དོན་གཅོད་ཟུར་བ་ཆུར་འཇུག་གི་ཡོད་པའི་གི་ཁོ་ཚོས་བོད་གའི་རྒྱལ་ས་མངའ་ཁུལ་གི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཞལ་ལག་ཞིག་གནང་བ་རེད་དེའི་སྐབས་དེའི་བཀའ་མོལ་ག་རེ་ཞུས་ཡོད་མེད་དེ་རྣམ་པ་དེ་ཆེད་གཟིགས་ཡོད་ཀྱི་རེད་ཅིག་བྱས་ན་རེ་བ་དེ་ཡིན་དུས་བསམ་པ་དེ་ནས་ཚེ་གཉིས་གི་ཞོ་གས་ནི་ང་ཕེ་ནས་ཐོན་ཡོང་གི་སྲིད་ནས་ཚུར་མཐོང་བྱས་ཏེ་རེ་ཚེ་གསུམ་གི་ཉིན་གུར་རྒྱབ་ལ་ལྡི་ལི་འབྱོར་སོང་དེ་ནས་ལམ་སང

རེད་མ་ངས་ད་ལྟ facebook ནང་ལོག་ལ་ངས་ཀྱི་འདི་ནང་ལོག་ལ་ཡང་དེ་འདྲའི་བཀག་དགོས་ཡ facebook company རང་གི་བཀག་དགོས་ཡ་གི་གནས་སྟངས་ངས་ཅེས་ཤེས་ཡོག་མ་རེད། ཡི་གི་དང་པོ་དེ་བཀྲ་ཤིས་བདེ་ལེགས་ལ་ཡོད་ད་ལྟ་ངས facebook མི་ཚེ་ནང་ལོག་ལ་ངས་ཐ་མ་དང་པོ་བེད་སྤྱོད་བཏང་དགོས་ར་ངོ་དེབ་དེ་རེད་བ་བཀྲ་ཤིས་བདེ་ལེགས་ལ་ཡོད། ད་དེའི་རྗེས་ལ་ངས་གནས་ཚུལ་ག་ར་བཏང་ཡོག་རེད་ཟེར་ན། ཚེས་གཅིག་གི་དགོངས་དག་ང་ཚོ་སྤྱི། དོན་བརྒྱུད་སང་ཉིན་གཉིས་ལ་ཡ་ཨ་ནི་ཕེབས། ཕེབས་བསུ་དང་ཕེབས་རྗེས་ཀྱི་གསོལ་སྟོན་འདུག་གནང་གི་ཡོད་རེད། དེའི་དགོངས་དག་དེ་ངས་སྐད་ཆ་བཤད་ཡ་དེ་ངས་དེ་རྣམས་བཏང་གི་ཡིན་ཡིན་སྲིད་ལ་ནི། ཨ་ནི་མི་ག་ཚོད་ཡོད་ན་ད་ཕལ་ཆེར་བདུན་བརྒྱ་བརྒྱད་བརྒྱ་ཅིག་གིས་བལྟ་ཡོད་ས་རེད། དེའི་སང་ཉིན་དེ་ནི། ལས་ཀ་བྱེད་གི་ཡོད་མ་རེད། གལ་སྲིད་ན་ད་ངས་ཀྱི་ཞེན་པ་ངས་དེ་ཤི་ངོ་བ་མ་རེད་དེ། Facebook གི Company རྣམས་དེ་འདྲའི་ཅིག་སྐད་ཆ་དེ་འདྲའི་བཤད་ཀྱི་རེད་ཟེར་ཡག་སོར་དང་དེ་འདྲའི་རྙོག་དྲ་མང་པོ Complain མང་པོ་ཅིག་སྤྲད་པ་ཡིན་ན་ཡང་ཁོ་ཚོ་བཀག་གི་འདུག་བ། བཀག་ནས་ཡང་བསྐྱར་ཆ་རང་གི་པར་བཏང་ཞུ་གཅིག་བཏང་ཞུ་གཉིས་བཏང་ཞུ་ན་ཁ་ཚ་ཐ་མ་མང་པོ་ཐབས་ཤེས་བྱེད་བ་རེད། Email ཚུགས་ཡོང་གི་རེད་ཟེར་ན་འདི་སྒུག་བསྡད་བ་རེད། ཡོང་ཡོང་མ་རེད། ཞེན་པ་རྒྱུ་མཚན་གང་ཡང་མི་འདུག་བ། མདང་དགོང་གི་གསར་པ་དེ་ཕྱེ་བའི་སྐབས་སུ་ངས་དེ་དུས་ངས་ངོ་ཤེས་པ་ཚོར་ལ་བས་བྱུང། ད་དེའི་ཏན་ཏན Complaint སྤྲད་ནས་བཀག་གིར་གདའ། གང་དུ་གཟབ་གཟབ་བྱེད་ཞུ་ཨ་ལ་དུས། ད་ད་གིན་དེ། ལ་བས་དང་རང་རེད། ངས་འདི་བརྒྱུད་ནས་བཏང་གི་ཡིན་སྲིད་ད་བར་ད་རིང་གསལ་བཀོད་བྱས་ལ་འདི་བརྒྱུད་ནས་བཏང་གི་ཡིན་སྲིད་དུས་བསམ་པ་ལ། ད། སྐད་ཆ་དྲང་པོ་བཤད་ལ། མི་གཞན་པ་ལ་གོ་ཡལ་ལ་འདོད་པ་མེད་ངེས་ཚོ། ངས་སྐད་ཆ་ག་རེ་དྲང་པོ་བཤད་གི་ཡོད་བ་དེ་མི་གཞན་པ་ལ་གོ་བཅུ་ཡལ་གི་འདོད་པ་མེད་ངེས་ཚོ་གི་བཀག་གི་ཡོད་རོགས་དེ་གསལ་བོ་རེད། ད་མི་བྱེ་བྲག་པ་འདི་རུ་འདི་རུ་འདི་རུ་སི་ངེ་ལབ་ཤིང་མར་བ། དེ་ཡང་འདི་ལབ་པའི་རྒྱུ་མཚན་ལ་བརྟེན་ནས་ངས་དཔལ་ལྡན་སྲིད་སྐྱོང་མཆོག་གི་རྒྱུད་སྐུལ་ཕྱི་རུ་སི་ལབ་གི་མེད་ད། བཀའ་ཤག་གི་རྒྱུད་སྐུལ་ཕྱི་རུ་སི་ངས་རྩ་བ་ཉིད་ལ་ལབ་གི་མེད། དེང་སང་དོ་བདག་སུ་སུ་སུ་མང་པོ་བྱེད་འདོད་ཀྱི་འདུག་བ། དེ་ཟེར་མ་དེ་སུས་ཀྱི་བྱེད་ཡིན་འདི་བྱེད་ནི་ངས་ཞུ་ཤིང་མ་རེད། གང་ལྟར། གང་ལྟར། ངེད་ཀྱི Facebook བརྒྱུད་ནས་མང་ཚོགས་ལ་ཡ་དེ་སྙོབ་ཡག་གི་ལངས་ཀ་དེ་བཀག་གི་ཡོད་བ་དེ་གསལ་བོ་རེད། གཞན་མ། ང Facebook གཉིས་ཆེ་བ་དེ་གཉིས་ཀ་གར་ཕྱིན་བཀག་བ་ད། འགྲོ་བ། དེ་ག་ཅིག་གིས། རྒྱ་མི་འདི་ད་མ་རྒྱག་ཐུག་གོ་བ་མ་རེད་ང་ཚོ་ནང་ཁུལ་ལོ་གྲ་མ་འདི་ག་རྒྱབ་ཐུག་གོ་བ་རེད་ད། གཞན་པ་དྲི་བ་ཡོད་ན་མེད། ད་སྐར་མ་གསུམ་ཡང་འགལ་སྐར་མ་གསུམ་བཤད་དགོས་ལ། དུས་ཚོད་གསུམ་དེ་ཡང་སྐར་མ་གསུམ་ལ་བསྡུས་ནས་བཤད་དགོས་ཟེར་ས་མ་ཁག་པོ་རེད། གང་ལྟར་བར་ལམ། ང་བྱང་ཨ་རིའི་དོན་གཅོད་ཀྱི་ལས་དོན་མཚམས་འཇོག་དང་འབྲེལ་བའི་ཐོག་ནས་ད་སྤྱི་ཚོགས་ནང་ལོགས་ལ་ཡང་གླེང་སློང་ཤུགས་ཆེན་པོ་ཞེ་དྲག་བྱུང་ཡོད་རེད། ང་རང་གི་རྩ་བའི་དམ་བཅའ་འདི། ང་ལ་ཡང། ལས་དོན་མཚམས་འཇོག་བྱེད་དགོས་ཡ་གི། བཀའ་ཡིག་འདི་འབྱོར་བ་ནས་འབྱོར་བའི་སྐབས་སུ། ད་སྤྱི་ཚོགས་ནང་ལོགས་ལ་ཡང་ཟང་ཟིང་མང་པོ་ཞུགས་ཀྱི་ཐེབས་ཚར་རེད་ཁ་བ་མང་པོ་ཞུགས་འཇོག་ཡོང་དུས་ཚང་པ་དེ་འདྲའི་མི་ཡོང་ཡ་གི་ཆེད་དུ། ཨ་ནི་སོ་སོའི་ངོས་ནས་མང་ཚོགས་ལ་གོ་སྐོན་བློ་གསལ་བྱེད་དགོས་ཡ་འདི་ཆ་ཚང་གཅིག་ཞུས་པ་ཡིན། དེ་དང། མཉམ་དུ་ཨ་ནི་དམ་བཅའ་འདྲ་བོ་འདི་ག་རེ་ཡིན་ཟེར་ན་བཀའ་ཤག་གི་དེའི་སྒང་ལ་ཡང་འགྲེལ་བཤད་དེ་འདྲའི་དང། ད་ཅིག་འགྲེལ་བཤད་ལོག་པ་འདྲ་བོ་དེ་ནས་མ་བྱོན་པ་ཡིན་ན། ང་རང་གི་ཁུ་སིམ་མེའི་ལས་ཀ་དེ་བཞག་བྱས་ཨེ་ནི། ད་མི་ཚེ་གི་ལེའུ་གཞན་པ་ཅིག་ནང་ག་འདྲས་སུ་འགྲོ་དགོས་དགོས་ཡིན་ནས་དེ་འདྲའི་འགྲོ་ཡ་གི་ཐག་གཅོད་ཅིག་བྱས་པ་ཡིན་ཏེ། ཨེ་ནི། ཚེས་དགུ་ཉིན་མོ་དེ་པད་ཟླ་ཆོས་རིག་བཀའ་བློན་མཆོག་སྲིད་ཚབ་གནང་བྱས་གསུང་ཡ་རེད་ད་ནང་བཞིན་གྱི། ཨེ་ནི་ཚེས་བཅུ་གསུམ་ཉིན་མོ་དེ་པད་ཟླའི་སྲིད་སྐྱོང་མཆོག་གི་ནོར་བྷེལ་ལ་གསུང་ཡ་དེ་ཚོ་རེད་དེ་ནས་ཚེས་བཅུ་བཅོ་བརྒྱད་ཉིན་མོ་དེ་ལ་ཡ། དོན་ཚན་བཅུ་ཟེར་ཡ་བཏོན་ཡ་དང་ཚེས་བཅུ་དགུ་ཉིན་མོ་དེ་པད་ཟླའི་སྲིད་སྐྱོང་མཆོག་གི་ཁེ་ར་ར་ལ་ཡ་འགྲེལ་བཤད་སྐྱོན་སྟངས་དེ་ཚོའི་རྒྱུ་མཚན་ལ་བརྟེན་ནས། ངེད་ཀྱིས་ནོར་འཁྲུལ་གང་ཡང་བྱས་མེད་བ་ཆི་ལི་ཡ་ཨ་ནི་ལོ་རྒྱུས་ཀྱི་ངང་མི་ནག་པོ་བཟོ་ཡས་ཀྱི་ཐབས་ཤེས་ཅིག་གནང་གི་འདུག་བསམ་པ། དེ་ཡང་ངས་སྔོན་ཚུད་ནས་ཚོད་དཔག་བྱེད་ཐུབ་པའི་ཐོག་ནས་སྤྱི་ཟླ་བདུན་པའི་ཚེས་དྲུག་ཉིན་མོ་དེ་མང་ཚོགས་ལ་སློབ་གསོ་བྱེད་པའི་སྐབས་སུ་ངས་ཞུས་ཡོད། གལ་སྲིད། འཛིན་སྐྱོང་བཀའ་ཤག་གིས་ང་ལ་གཞི་མེད་སྐྱོན་བརྗོད་བྱས་ནས་ངའི་མི་ཚེ་ནག་པོ་བཟོ་ཡས་ཀྱི་ཐབས་ཤེས་བྱས་པ་ཡིན་ན། ངག་མང་ཚོགས་ལ་གཤེ་བོ་ཆུ་བུར་འདར་བྱས་ནས་འདིའི་དམ་བཅའ་འདི་བཟུང་བ་ཐོབ་དང། ལས་བྱེད་ཡིན་པའི་སྐབས་སུ་ང་འདི་བཤད་ཆུ་བོ་མེད་བས་ཀྱིས་སུ་སུ་སུའི་ཀྱི་ཁྲིམས་འདི་སུ་སུ་སུས་ཀྱི་གསུང་ནི་སྤྱི་ཟླ་བཅུ་གཅིག་གི་ཚེས་སུམ་ཅུ་བར་དུ་ངས་བཤད་མ་བ་ཡི་རྒྱུ་མཚན་འདི་ཡིན། ཨན་ད་རིང་དེ་དངོས་གནས་བྱས་ན་མང་ཚོགས་ལ་ཡ་ཐོག་མའི་འཆར་གཞི་ལ་ཉི་མ་གསུམ་ཞིག་གསར་འགོད་གསལ་བསྒྲགས་བྱས་རྗེས་བཀའ་ཤག་གི་དོན་ཚན་བཅུ་ཟེར་ཡ་འདི་ཚུ་དོན་ཚན་གསུམ་ནང་བསྡུས་ཡོད་རེད་དོན་ཚན་གསུམ་ནང་ནས་ད། གཅིག་འདི་ག་འདིར་ཡིད་ཆེས་བློས་འགེལ་བྱེད་མ་ཐུབ་ཡ་ཟེར་ཡ་དེ་རེད་གཉིས་པ་འདི་ནི་ཨ་ནི་ལས་དོན་བཀའ་ཤག་གི་ཐུགས་རེ་ལྟར་ལས་དོན་མ་འགྲུབ་པ་ཟེར་ཡ་དེ་རེད་གསུམ་པ་འདི་ནི་ཨ་ནི་བྱ་སྤུ་གནོན་གྱི་གོང་གོང་བཀུར་བརྩི་བཀུར་ཞུ་མ་སོང་གསུང་ཡ་དེ་རེད་དེ་ཚོ་གསུམ་དང་འབྲེལ་བ་ཡོད་པས་ཀྱི་ད་དོན་ཚན་བཅུ་ནང་ལོགས་ནས་ངས་དོན་ཚན་བཅུ་འདི་བསྡོམས་བརྒྱབ་ནས་ཅིག་ཞུས་ཡོད་དོན་ཚན་དང་པོ་དང་བཅུ་པ་འདི་ནི་སྔོན་གླེང་དང་མཇུག་བསྡོམས་ཚོ་རབ་ཀྱི་རེད་བཞག་ཟིན་ནའང་ནང་དོན་འདི་སྐྱོན་ཆེ་བཞག་ཟིན་ནི་གལ་གསུང་ཡ་མི་འདུག་དོན་ཚན་གཞན་པ་གསུམ་ནི་གཉིས་དེ་ཕྱི་དྲིལ་ལས་ཁུངས་བརྒྱུད་ནས་ཡི་གེ་བཏང་ཡ་གསུང་ཡ་དང་སྤྱི་ཟླ་བདུན་པའི་ཚེས་ལྔ་ལས་ང་ལ་ཉེན་བརྡ་ཐ་མ་ཟེར་ཡ་དེ་གསུམ་དེ་ཆགས་བསྡད་ཀྱི་འདུག་དེ་བཅུ་ནང་ནས་ལྔ་དེ་ཆད། དེ་ནས་དོན་ཚན་བཞི་གཅིག་ནི་ཨ་ནི། སྔས་མ་ཡིག་ཐོག་དང་ངག་ཐོག་གཉིས་ཀ་ནས་གསུང་མ་མྱོང་ངས་དེ་གའི་ཚང་མ་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་ལྔ་ལྔས་ལ་བྱུང་བཞག་བས་ཀྱི་གནས་སྟངས་དེ་ག་དེ་ཉེན་བརྡ་གནང་ལོ་ལས་མེད་སྒྱོགས་ཉེན་བརྡ་ཐ་མ་ཟེར་ཡ་དེ་གནང་ལ་མེད་སྒྱོགས་ད་ལྟ་གསར་པ་ད། བསམ་དང་དྲན་བརྒྱད་ཀྱི་དོན་ཚན་བཞི། ཞེས་ཨན་དོན་ཚན་དགུ་པ་འདི་ཤར་གླིང་དག་ནུས་ལགས་དང། ད་ལྟ་འདྲི་སིག་ཁུལ་ལ་ཅིག་བཤད་ཞེས་ཟེར་ཏེ་དོན་ཚན་བཅུ་ཚང་དགོས་ཀྱི་ཡོད་དུས་སེམས་པ་འདི་ཁ་སྐོང་གི་དོན་ཚན་བཞིན་ལབ་པའི་དོན་ཚན་དགུ་པ་དེ་འདུག་བྱས་ཅན་དོན་ཚན་བཅུ་འདུག་བྱས་ནས་གསུངས་ཡོད་དུས་དོན་འདི་དོན་ཚན་གསུམ་ལ་བསྡུས་ཡོད་པ་དེ་དོན་ཚན་གསུམ་དང་འབྲེལ་བ་ག་རེ་ཡོད་པ་དེ་དོན་ཚན་རེ་རེ་རེ་བྱས་ནས་ངས་འགྲེལ་བཤད་བརྒྱབ་བྱས་ད་རིང་བཞུགས་དགོས་ཡ་དེ་གའི་ཆ་ཚང་ཅིག་ཡིག་ཆ་དང་བཅས་ནས་དཔང་རྟགས་དང་བཅས་པ་ལོ་རྒྱུས་ཟླ་དུས་ཚེས་གྲངས། ཆ་ཚང། ཡ། བོད་མིའི་སྒྲིག་འཛུགས་ལ་ཡ་ཆ་རིས་ཕུད་བཞག་པ་དང་མང་དཀའ་ལན་གར་འཇོག་བཞག་པ་དང་ཆ་ཚང་བ་ཅིག་ང་རང་ཚ་བ་གང་ཡོད་པ་དེ་དཔང་རྟགས་དང་བཅས་པ་འདུག་ཟེར་ནས་ཕུལ་ཡོད་དེ། མང་ཚོགས་ཀྱིས་དཔྱད་པ་གནང་རོགས་གནང་ཡིག་ཆ་དེ་གའི་དེ་ཆེད་མངགས་ངས་བྲིས་བྱས་གང་ལྟར་དཔང་རྟགས་དང་བཅས་པའི་ཤོག་གྲངས་དགུ་བཅུ་གོ་དྲུག་གོ་བདུན་བྱོས། ཁྱོད་རང་དགུ་བཅུ་དགུ་དྲུག་དགུ་བདུན་དེ་ལ་ཡི་གེ་ཀློག་ཤེས་མཁན་དེ་ལས་ཡིན་པ་ཡིན་ན་ཡི་གེ་ཀློག་ཆེད་སུ་སོ་སོའི་གི་དཔྱད་པ་གནང་རོགས་གནང་ཡིན་གཅིག་མིན་གཅིག་ང་ལ་རྒྱབ་སྐྱོར་བྱེད་དགོས་རེད་ཟེར་མཁན་ཞུ་གི་མེད། དྲང་པོ་ག་བ་ཡིན་ན་དེ་རྒྱབ་སྐྱོར་བྱེད་དགོས་ཀྱི་ཡོད་རེད་དེ་ཡིན་ཚང་མ་མི་མང་གི་ད་ལྟ་ལས་འགུལ་སྤེལ་ཡ་འདི་ཚོ་དྲང་པོ་དགོས་ཀྱི་འདུག་ཟེར་ནས་ལས་འགུལ་སྤེལ་གྱི་ཡོད་རེད་དེ་ཡིན་ཚང་མ་ལ་ཡ་ང་ཚོ་དེ་དམངས་གཙོའི་གི་གཞུང་གཅིག་ད་ལྟའི་བཙན་བྱོལ་ནང་ལ་ཡོད་མཁན་གི་སྒྲིག་འཛུགས་གཅིག་ཡིན་དུས་ཚང་མ་ལ་ང་ཚོ་ལས་ཀ་ག་རེ་བྱས་པ་ཡིན་ན་ཕྱི་གསལ་ནང་གསལ་དང་དྲང་པོ་བྱེད་དགོས་ཡ་དེ་གལ་ཆེན་པོ་ཡོད་དུས་སེམས་པ་ལ་འདི་ཅི་བ་ལ་སྨན་པའི་ཀྱི་ཆེད་དུ། ད་ལྟ་བར་དུ་ལས་ཀ་བྱེད་པ་ཡིན་ལ་ད་ལྟའི་གི་གསར་འགོད་གསལ་བསྒྲགས་དང་གསལ་བཤད་དེ་བྱེད་དགོས་གི་རྒྱུ་མཚན་དེ་ཡང་ཅི་བ་ལ་ཅིག་ཕན་རོགས་བྱིན་ན་བསམ་གི་མ་འོངས་པར་དེ་འདྲའི་གི་སྐྱོན་ནོར་འཁྲུལ་མ་ཡོང་རོགས་བྱིན་ན་བསམ་ནི་བསམ་བློ་འདི་ཁས་བྱས་ཨེ་ནི་ངས་གསར་འགོད་གསལ་བསྒྲགས་བྱས་པ་ཡིན་ཞེས་བརྗོད་ཡོང། ཕ་མ་གསུམ་ཚང་ཟེར། སྐར་མ་བཞི་ཆགས་ཡོད་ནི་དེ་ནས་དེ་གཏུགས་དགོས་བྱེད་ཀྱི་རོགས་ཡ།

ཨ། ད་འདི་བྱིས་འཇུ་ཚོགས་ཆུང་འདི་སུས་བཙུགས་འུ་རེད་ཟེར་ཡ་དང་སུས་བྱེད་ཀི་རེད་ཟེར་ཡ་གནས་སྟངས་རེད་བ། ད་འདི་གནད་དོན་འདི་ཚོ་སྤྱི་འཐུས་ལྷན་ཚོགས་ལ་ཡང་སྙན་སང་ཞུས་བ་ཡིན་ན་སྤྱི་འཐུས་ལྷན་ཚོགས་ཀྱི་བྱིས་འཇུ་བཙུགས་པ་ཡིན་ན་ཁོ་སྒྲིག་འཛུགས་འགྲོ་སྟངས་ཀྱི་ཐོག་ནས་ད་ལྟ་བསྡད་ཀྱི་ཡོད་རེད་ཡང་མིན་ན་ཁྱིམ་གཞི་ཁང་འགྲོ་ཡ་རེད། དེ་འདྲའི་གི་གནས་སྟངས་ཆགས་འདུག་དེ་ཚོ་བཙུགས་ཆེད་གཙང་མ་བཟོ་ཡ་གི་ཐབས་ལམ་ཅིག་ཡོད་པ་ཡིན་ན་ནི་ནི་ཡིན་དང་ཡིན་ང་ཚོ་དམངས་གཙོའི་འགྲོ་ལུགས་རེད་བ་དེ་ཡིན་དུས་བསམ་པ་འདི་ཡག་ཁོ་གང་ལྟར་སྤྱི་ཚོགས་ནང་ལོག་ལ་གསལ་པོ་ཅིག་དང་གཙང་མ་ཅིག་བཟོ་ཐུབ་ཡག་གི་ལང་ཀ་ཅིག་ཡོད་པ་ཡིན་ན་ཐབས་ལམ་ག་རེ་ཡིན་པ་ཡིན་ནས་བྱས་པ་ལ་ཡག་དགའ་བསུ་ཡོད་ཟིན་ཞུ་ཡག་ཡིན་ད་ངོ་རྒོལ་བྱེད་ཟེར་ཡག་དེ་འདི་རེད་ང་ཚོ་ད་ལྟ་བཅའ་ཁྲིམས་ནང་ལོག་ལས་ག་རེ་བསྲེས་བསྡད་ཡོད་ཟེར་ན་ཞི་བའི་འདུ་འཛོམས་བྱེད་ཆོག་གི་ཡོད་ལ་ཡོད། བྱེད་ཆོག་གི་ཡོད་ཚུལ་བསམ་པ་ཞི་བའི་གི་ཐོག་ནས་ངོ་རྒོལ་ག་རེ་བྱས་པ་ཡིན་ནས་དཔེར་ན་ཅིག་སོ་སོའི་གི་བསམ་བློ་མ་མཐུན་མི་གཅིག་གི་བྱེད་གོས་ན་རེ་བརྒྱ་གི་བྱེད་གོས་ན་རེ་སྟོང་གི་བྱེད་གོས་ན་རེ་རེ་བ་འདི་བྱེད་ཆོག་ཡ་གི་ཐོབ་ཐང་དེ་ཡོད་རེད། ད་དེ་འདྲའི་གི་ཐོབ་ཐང་ཡོད་བསྡད་བ་གཅིག་ངས་ཁྱེད་རང་ཚོ་འདི་བྱེད་ན་འགྲིག་གི་མ་རེད་ཟེར་ནས་ངའི་ལབ་བ་ཡིན་ནས་ང་ཏག་ཏག་བསྡད་གི་ཡོད་མ་རེད་དམངས་གཙོའི་གི་ལམ་སྲོལ་དུ་ཏག་ཏག་མཐུན་གི་ཡོད་མ་རེད། འགྲོ་བ། ཡིན་པ་ཡིན་ནའི་ང་ཚོའི་གི་གནས་ཚུལ་འདི་ང་རང་ཚོ་བོད་མི་ནང་ཁུལ་གི་གནས་ཚུལ་ཡིན་དུས་ད་རིང་ངའི་ཡིག་ཆ་འདི་ཚོ་ཚང་མ་བུའི་སྤྱི་སྒོ་ནང་ལ་མ་གཏོགས་བཟོས་མེད་ཨིན་ཇི་ནང་ལ་བཟོས་མེད་ཟེར་ཡ་རྒྱུ་མཚན་དེ་ཡིན། ངའི་ཀུན་སློང་འདི་དེ་ཡིན་ང་རང་ཚོའི་སྤྱི་ཚོགས་རང་ནང་ལོགས་ལ་ཡ་འདི་མ་ཁ་གསོ་ཐུབ་པ་ཡིན་ན་འདི་ཕན་ཐོག་གི་རེད་བསམ་འདི་རྒྱལ་སྤྱིའི་གི་གནས་ཚུལ་བཟོ་དགོས་ཡ་དང་དེ་འདྲའི་རྒྱུ་མཚན་གང་ཡང་ཡོད་མ་རེད། འགྲོ་བ། རྒྱལ་སྤྱིའི་གནས་ཚུལ་བཟོས་ནས་རྒྱ་ཆེ་ས་ནས་ང་ཚོ་བོད་པའི་གནད་དོན་ལ་དོ་ཕོག་ཕྱིན་པ་ཡིན་ན་ང་ཚོ་ཚང་མར་གྱོང་རག་གི་རེད་མ་གཏོགས་ཅི་མི་གཅིག་གཉིས་གྱོང་རག་ཡ་གལ་ཆེན་རེད་མ་རེད། དེ་ཡིན་དུས་ཚང་མ་ལས་འགུལ་འདི་འདྲ་ག་རེ་སྤེལ་གི་ཡོད་པ་ཡིན་ནས་ད་གིན་ངས་གོང་དུ་ཞུས་བ་ཡིན། ད་མང་ཚོགས་ལ་ཕར་བཤད་ཁ་འགྲོ་ན་ཚུར་དགའ་བསུ་བཏང་གི་འདུག་དེ་ཆང་གཅིག་པོ་དོན་དག་མ་ཡིན། གལ་སྲིད་ན་མི་ཚོས་མི་ཚོའི་བསམ་དགོས་ད་རིང་སྡེ་བ་ལ་གཅིག་བྱས་དེ་ངས་ཚང་མ་སྤེན་པ་ཚེ་རིང་རྒྱབ་སྐྱོར་བྱེད་ངེས་རེད་བསམ། ང་དེའི་ནང་ལ་མི་རྩ་བ་ཉིད་ནས་ངོ་མ་ཤེས་ངས་དེ་བས་ཁང་བདེ་བྱ་དེའི་ནང་ལོགས་ལ། མི་ཚེ་ཐུང་མ་མྱོང་གི་དེ་འདྲའི་གི་ཁ་བ་བཏང་ཡོང་གི་འདུག་ད་ཁ་བ་རྩད་གཅོད་བྱས་མི་འདུག་བ། དེ་ཡིན་ས་མེད་ལ་ང་དེ་གི་ཁོང་ཚོ་ང་ལས་ཡ་གེར་ལ་ཞི་བོ་ཅིག་ང་ལ་དགའ་ཁྲ་ནས་རེད་བ། ང་ལ་རྒྱབ་སྐྱོར་བྱེད་གི་ཡོད་རེད་བསམ་བསམ་འདྲ་བོ་དེ་ངས་གཏན་ནས་བྱེད་གི་མི་འདུག་ང་ང་རང་དེ་ག་ཚོད་གལ་ཆེན་པོ་ཡིན་བསམ་བསམ་འདྲ་བོ་བྱེད་ང་དྲན་གི་མི་འདུག་ད་རིང་གི་གནས་ཚུལ་དེ་གང་ཞིག་ཅན་དེ་ང་ཅིག་ཆགས་འགྲོ་གི་འདུག་རེད་བ། དེ་གནས་ཚུལ་བཟོས་ཡ་དེ་ནི་མི་འདི་ཉོག་བཀའ་ཤག་གི་བཟོས་རེད་མ་གཏོགས་ཅིག་ངས་བཟོས་མེད་ལ་ངས་ནི་ང་མེད་རེད་བ་དེ་ཡིན་དུས། ཁོ་འཇོམས་དགོས་ཀྱི་ཡོད་པ་ཡིན་ནའི་འཛིན་སྐྱོང་བཀའ་ཤག་གི་འཛིན་ཐུབ་མཁན་མང་ཞིག་བཞེས་ཆེད་དེ་གནང་དགོས་ཡག་གི་གནས་སྟངས་ཅིག་རེད། སྤྱི་ཚོགས་བཟང་ངན་ཟེར་མཁན་མང་ཡོང་ཡག་དེ་མིན། འཛིན་སྐྱོང་བཀའ་ཤག་གི་གཟིགས་དགོས་དགོས་རེད་རྒྱ་རོམ་ཆེད་དུ་ཐུགས་འཚབ་མི་ཡོང་ཡང་ཅིག་གི། ང་ཚོ་ཚང་མ་ལོག་རྒན་ཞིག་ཡོད་རེད་བ། དེ་ཡིན་དེ་ཡིན་པས་སོང་ཙང་སྤྱི་ཟླ་བདུན་པའི་ཚེས་དྲུག་ལ་ཡང་ངེད་ཀྱི་ད་ལྟ་ཁྱང་དུ་ཡང་བསྐྱར་གཟིགས་ཀྱི་ཡིན་པ་ཡིན་ནའི་གཟིགས་དང་ངས་ཐིག་སྐབས་ལ་ག་རེ་ཞུ་འདུག་ངས་སྤྱི་ཚོགས་ཟིང་བསླང་ཡག་གི་ཆེད་དུ་ངས་ཞུ་འདུག་བས། རོགས་སྤྱི་ཚོགས་མང་འཇོམས་ཡག་གི་ཆེད་དུ་ཞུ་འདུག། ཏིན་བསམ་པ། དེའི་སྐབས་ལ་ངས་གང་ཞུས་པ་དེ་ད་ལྟ་ད་ག་རང་ཡིན། ཡིན་པ་ཡིན་ནས་མི་མང་གི་རྣམ་འགྱུར་བསྟན་ཡ་དེ་བསྟན་ཆོག་གི་མ་རེད་ཟླ་བ་ཡིན་ན། ཡང་ངས་དམངས་གཙོ་འགྲོ་ལུགས་དང་ཏག་ཏག་བསྡད་ཀྱི་ཡོག་མ་རེད་ཏིན་བསམ་པ། ད་ད་ལྟའི་དུས་ཚོད་འདྲ་བོ་བྱེད་པ་ཡིན་ན། འོ་ད་མི་མང་གི་ཚུར་བཀའ་བརྒྱུད་བཏང་གི་འདུག་ཕ་གས་གང་ཡང་ལབ་ཀྱི་མེད། ངས་སྔས་མ་གང་བཤད་ཤག་པ་ད་ག་རང་ཡིན་དེ་ཁྱང་དུ་བརྩི་ན་མི་བརྩི་བ་རེད་ཟེར་ནས་དེ་ཞུ་བསྡད་ཀྱི་ཡོད་དེ་ཡིན་དུས། ཅིག་གིས།

རེད་བ། ཨ་ནི་ལས་འགུལ་སྤེལ་ཡ་འཛུགས་ཡིན་པ་ཡིན་ན། ཁོ་མི་མང་སུ་སུ་སུ་གི་རྣམ་དཔྱོད་བརྟན་སྣང་འཛུགས་པའི་ཚད་ལ་ལྡན་པ་ཅིག་རྙོག་དྲ་མེད་ག་ཟུར་ད། དྲག་པོ་དང་དེ་འདྲས་མེད་པར། ཞི་བའི་གི་ཐོག་ནས་རྣམ་འགྱུར་བསྟན་དགོས་ཡ་དང་རྣམ་འགྱུར་འཇམ་པོ་བསྟན་དགོས་ཡ་དང་དཔང་པོ་བསྟན་དགོས་ཡ་འདི་གལ་ཆེན་པོ་རེད་བསམ་གི་འདུག་ལྷག་པར་དུ་ཡུལ་ཁྲིམས་བརྩི་ནས་ལ་ག་བ་ལ་ལས་འགུལ་སྤེལ་གི་ཡོད་པ་ཡིན་ན་དེ་ཡུལ་ཁྲིམས་དེ་བརྩི། ཕུ་ལིས་ཆོག་མཆན་ཞུ་དགོས་དགོས་ན་ཞུས་དེ་ཚང་མ་བྱས་བྱས་གང་ལྟར་ཨ། ག་སུ་རེད་ཡུལ་ཁྲིམས་དང་མ་འགལ་བ་ཅིག་བྱས་པ་ཡིན་ན། དེ་ཁོ་དམངས་གཙོའི་འགྲོ་སྟངས་རེད་ངས་འདི། ཡང་འདི་ངས་བཤད་པའི་རྒྱུ་མཚན་ལ་བརྟེན་ནས་ཡང་སྤེན་པ་ཚེ་རིང་གིས་འདི་ལབ་གི་འདུག་བ། ཡང་ཁོས་ལས་འགུལ་སྤེལ་དགོས་རེད་ཟེར་ནས་ལབ་ཡ་ཉེན་ཁ་ཡོད་རེད་ཡང་ཁོས་འདི་ལབ་སོང་བ་ཟེར་ནས། རེད་བ། འདི་ངས་ལབ་གི་མེད་ད། ངས་ལས་འགུལ། གོ་བརྡ་དེ་ག་བར་སྤྲད་དགོས་དགོས་རེད་བཀའ་ཤག་ལ་སྤྲད་དགོས་དགོས་རེད་བཀའ་ཤག་ལ་སྙན་ཞུ་ག་རེ་འདྲ་དགོས་ཡིན་ན་དེ་སོ་སོ་རང་དབང་རེད་བ། འདི་སྙན་ཞུ་འདྲ་བའི་རྒྱུ་མཚན་ལ་བརྟེན་ནས། ཁོ་སྤྱི་ཚོགས་ལ་གནོད་ཡ་གང་ཡོང་མ་རེད། ངས་ད་ལྟ་ངོ་ཤེས་པ་ཚང་མ་ང་ཁ་པར་བཏང་ཡོང་བ་ཚོས་ངའི་ལུས་པོ་སྐད་འཕྲིན་དང་དྲ་རྒྱ་དེ་ཚོ་ནང་ལ་ཆང་ཚོ་འདྲ་མ་འདྲ་མ་བཤད། ད་ཟེར་རེད་གཏུབ་རེད་འདྲ་མ་འདྲ་དེ་འདྲ་བཤད་བསྡད་ཀྱི་འདུག་ཨ། མི་རེ་རེ་རེ་རེ་ངོས་བཟུང་རྗེས་ཆང་དེ་ས་ཧ་གོ་གི་ཡོད་ད་གཅིག་བྱས་གཉིས་བྱས་ཟེར་ད་ནི་ཕག་ཚོ་སྡིག་ར་འདྲ་བ་ཞུ་གི་ཀོས་ད་རྒྱ་མི་ནི་མནའ་ཁེལ་གི་ཡོག་མ་རེད་ཨ་ང་ཚོ་ནང་ཁུལ་ཕག་ཚོ་འདི་གཅིག་བྱས་བསྡད་དེ་ཁོ་ཆོས་སྐལ་ཡོད་མ་རེད་འདི་ཡས་སུས་བྱེད་ཀྱི་འདུག་སུས་བྱེད་ཀྱི་མི་འདུག་དེ་ང་ཚོ་ཤེས་བསྡད་ཀྱི་ཡོད་རེད་བ། དེ་ཡིན་བསམ་པ་ལས་ཡང་མི་མང་ནང་ལོག་ལས་ཡང་གང་ལྟར་ཅིག་ཚང་མ་ལོག་གི་འགན་འཁྱེར་བའི་ཐོག་ནས་ག་རེ་བྱེད་པ་ཡིན་ནས་འགན་འཁྱེར་བའི་ཐོག་ནས་བྱེད་དགོས་ཡ་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཟེར་ཞུ་ཡོད། ད་གཞན་པ་དྲི་བ་ཡོད་པས།